རྩ་རྒྱུད་མེ་ལོང་དང་ཐད་ཀར་འབྲེལ་བ་དེ་འདྲ་གལ་ཡོད་མ་རེད། ངའི་བརྗོད་བྱ་དེ་བོད་ཀྱི་རྩོམ་སྒྲིག་དང་ཞུ་དག་སྐབས་བའི་ཡིད་གཟབ་བྱེད་ཡུལ་སྐོར་རེ་བྱ། འདི་བརྗོད་བྱ་དེ་ཤིན་ཏུ་རུང་བ་ཁོ་རང་ཚོས་ཚུར་འདུག་བྱས་བྱས་གནང་བྱུང། དེ་ཡིན་པ་སོང་ཙང་ཁོ་རང་ཚོས་གནང་བ་ནང་བཞིན་ཐོག་ནས་འདིའི་ཐོག་ལ་ཚིག་ཁ་ཤས་ཤིག་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། དེ་བཞིན་ངས་བརྗོད་བྱ་དེའི་གོ་བ་ལེན་སྟངས་འདི་ཏག་ཏག་ཅིག་བསྟན་ཡོད་མེད་ཡག་པོ་ཞིག་ཤོད་ཐུབ་མི་འདུག་ཅིག་བྱས་ན་ཁོ་རང་ཚོའི་དགོངས་པ་དེ་རྩོམ་སྒྲིག་དང་ཞུ་དག་ལབ་པའི་སྐབས་སུ་ཐད་ཀར་གསར་འགྱུར་མེ་ལོང་སྐོར་ཡིན་པ་སོང་ཙང་གསར་འགྱུར་གྱི་ཞུ་དག་དང་རྩོམ་འབྲིའི་སྐོར་གསུངས་ཡོད་ཟེར་གི་རེད་བ། ཡིན་ནའི་དུས་དེ་ངའི་བསམ་བློ་འཁོར་མ་སོང་བ། ངའི་བསམ་བློ་ནང་ཁར་འཁོར་སོང་ལབ་བྱེད་སྟངས། ནམ་རྒྱུན་ང་རང་ལས་ཀ་དེ། ལྟ་བྱེད་ཞུ་དག་དང་རྩོམ་འབྲི་ཡིན་པ་སོང་ཙང་སྤྱི་བཏང་བོད་ཡིག་གི་རྩོམ་འབྲི་དང་ཞུ་དག་དེ་འདྲའི་སྐོར་ཡིན་ཤག་རོ་བྱེད་ཅེས་འདི་ན་བྲིས་ཡོད། དེ་ཡིན་པ་སོང་ཙང་ད་ཐུགས་སྐྱེད་ད་གས་མི་འདུག། གང་ལྟར། བོད་ཀྱི་སྐད་ཡིག་ནང་བྲིས་པ་ཐམས་ཅད་ལོགས། ཞུ་དག་དང་རྩོམ་སྒྲིག་དང་འབྲེལ་བ་མེད་པ་དེ་འདྲ་ད་གལ་ཡོད་མ་རེད་བ། ཡིན་ནས། ད་ཁྱེད་རང་ཚོ་གི་དངོས་གནས་དྲན་ལས་ཀྱི་དགོས་འདུན་དེ་ད་ཕལ་ཆེར་གསར་འགྱུར་དང་འབྲེལ་བ་ཡོད་ཉེས་ཀྱི་རྩོམ་སྒྲིག་དེ་འདྲ་ཅིག་བྱས་ན་གསུང་གི་ཡོད་ཅི་རེད་བ། ད་དེའི་ཐོག་ལ་ངས་འདུག་ཅེས་ཅེས་བསམ་བཏང་ཡང་རག་མ་སོང། ངས། དང་པོ་ད་གོ་བ་བོར་ལོང་མ་སོང་ངས་སྤྱི་བཏང་གི་བོད་ཡིག་རྩོམ་སྒྲིག་འདྲ་པོ་ཅིག་བསམ་བཏང་སྟེ་བྲིས་ཡོད། མང་པོ་མེད། ཤུགས་བཞི་ཡོད་སྐར་མ་བཞི་བཅུ་དང་ཤུགས་རེ་རེ་ལ་སྐར་མ་བཅུ་བཅུ་བཏང་ན་ཏག་ཏག་འགྲོ་ཟེར་བ། ད་སྤྱི་དང་འདི་ཡིས་བསྡད་ན་ཕན་ངན་ཚང་མ་ལོ་ཏན་ཏན་གྱིན་དོགས་ཡོད་རེད་གནས་ཚུལ་གསར་བ་འདི་འདྲ་གས་མ་རེད། ཡིན་ན་ཡང་གས་ཆེན་པོ་ཅི་ནི་ཞིབ་ཕྲ་ཆགས་ཐིག་ཡོད་རེད་བ་དྲུང་འདི། པར་སྐྲུན་གལ་ཆེན་པོ་ཆགས་པའི་རྒྱུ་མཚན་ག་རེ་ལབ་པ་ཡིན་ན། ང་རང་ཚང་མ་ལ་དེབ་ཀློག་ཉེན་རེད། དེབ་ཀློག་པའི་སྐབས་སུ་ཨན་པར་སྐྲུན་ནང་ལ་གསལ་བོ་མེད་པ་སྐབས་སུ་ལ་ཀློག་པ་པོ་ལ་དཔེ་མ་སྲིད་པའི་དཀའ་ངལ་འཕྲད་ཀྱི་ཡོད་རེད། ཨན་གསལ་བོ་མེད་པ་སྐབས་སུ་ཨན་ཉམས་ཞིབ་བྱས་ན་མ་གཏོགས་ཅིག་དོན་དག་དེ་རྟོགས་མ་ཐུབ་པའི་གནས་ཚུལ་འདི་པར་སྐྲུན་གསལ་བོ་མེད་པའི་རྒྱུ་མཚན་གཅིག་དེ་འདྲ་ཆགས་ཀྱི་ཡོད་རེད། པར་སྐྲུན་བྱེད་ཉེན་ཚུལ་ཨ་ནི། ཁ་ཚང་པོ་དང་ཞུ་དག་པོ་ཡོད་པ་ཡིན་ན་ཨན་སོ་སོའི་ཤེས་ཚད་མེད་ན་མ་གཏོགས་ཅིག་གིས་དཀའ་ངལ་ཐེབས་པ་དེ་འདྲ་གས་ཡོད་མ་རེད། ཡིན་ན་ཡང་པར་སྐྲུན་བྱེད་པའི་སྐབས་སུ་པར་སྐྲུན་བྱེད་པ་པོ་རྣམས་ཀྱིས་གཟབ་གཟབ་མ་བྱས་པ་ཡིན་ན་ཨན་ནི་ཀློག་པ་པོ་ཚོ་ལ་གོ་ནོར་ཤོར་ཡས་དང། དུས་ཚོད་མང་པོ་འགོར་ཡས་དང། ཡང། གོ་བ་མེད་པའི་ཐོག་ནས་ཉམས་ཞིབ་ཡིན་ཟེར་གྱི་དུས་ཚོད་མཐོ་བ་གཏོང་དགོས་ཡས་དེ་ཆགས་ཀྱི་ཡོད་རེད་བ། དེ་འདྲ་ཡིན་པ་སོང་ཙང་པར་སྐྲུན་འདི་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཞེས་བྱས་རྗེས་ནན་ཏན་གྱིས་ཞུས་ན་དྲན་སོང། སྤྱིར་བཏང་པར་སྐྲུན་ག་རེ་གནང་པ་ཡིན་ན་ཡང་ད་སྐྱོན་གསུམ་མ་གཏོགས་ད་ལྷག་ཡག་ས་ཡོད་མ་རེད་བ། ལྷག་ཆད་ནོར་གསུམ་ཟིན་ཅིང། ཡང་ན། ཉེས་དོན་མང་པོ་ཡོད་པའི་ཆ་ནས་སྐྱོན་གྱིས་ལྷག་གི་ཡོད་རེད། ད་ལྟའི་ཨོ་སི་རེད་ཤོད་གི་མང་པོ་འགྲོ་གི་རེད་མ་གཏོགས་ཅིག་གི་གནས་ཚུལ་ཆད་ཀྱི་ཡོད་མར་བ། ད་དཀའ་ངལ་ཆེ་ཤོས་ཅིག་ག་རེད་ཟེར་ན་ཆད་པ་དེ་རེད་ཟེར་བ། ད་ལྟ་ངས་གདུགས་བྱེད་ཀྱི་རྩོམ་སྒྲིག་བསླབ་པ་སྐབས་སུ་པར་གསར་པ་པར་སྐྲུན་བྱེད་པའི་སྐོར་ཞུགས་མེད་ཚོ། སྤྱི་བཏང་ནས་ང་ཚོ་པར་སྐྲུན་བྱེད་པའི་སྐབས་སུ་མང་ཆེ་བ་ཅིག་དེབ་རྙིང་པ་པར་སྐྲུན་བྱེད་ཀྱི་རེད་བ། རྙིང་པ་པར་སྐྲུན་བྱེད་པའི་སྐབས་སུ། དཔར་སྐྲུན་གསར་པ་རེད་དེ་བརྗོད་བྱ་དེ་རྙིང་པ་ཡིན་པ་སོང་ཙང་ཕྱེད་ལྷག་མེད་པ་གོ་ཡ་དེ་དཔེ་མ་ཚད་གལ་ཆེན་པོ་རེད་དེ་རེད་བ། དེ་ཡིན་པ་སོང་ཙང་ཕྱེད་ལྷག་གཉིས་དེ་མ་འགྲོ་ཡ་དེ་ལས་ཀ་བྱེད་ཉེན་སྲུང་ཧ་ཅང་གལ་ཆེན་པོ་ཅིག་རེད་དེ་ཡོད་རེད། ནི་ཕྱེད་ལྷག་མི་འགྲོ་བའི་གི་ཐབས་ཤེས་འདྲ་བོ་དེ་ལ་ནི་མི་དེ་ཡིན་གྱི་མིན་གྱི་མཁས་པ་དེ་འདྲའི་གལ་ཡིན་གུག་ཡོད་ས་མ་རེད། འོ་ན་མི་དེ་ག་འདྲ་ཞིག་གུག་གི་རེད་ལབ་ཡིན་ན། ད་ལྷག་བསམ་རྣམ་དག་སེང་གཅིག་ཏན་ཏན་གུག་ཡོད་ས་རེད། ཕྲན་སྔོན་ལག་བཅོས་མ་བྱས་བོད་ཆས་ལྷག་བསམ་རྣམ་དག་བྱས། ད་ཆད་ལག་བྱུང་བ་སོང་ན་ལྷག་པར་དུ་ཆད་པ་བྱུང་སོང་ན་ཁ་སྐོང་ཡས་པས་མ་ཟ་ཁག་པོ་རེད་དེ་ཡར་བ་དེ་ཡིན་པ་སོང་ཙང་ཆད་པ་དང་ལྷག་པ་དེ་གཟབ་གཟབ་བྱས་ཡས་དེ་གལ་ཆེ་ཤོས་གཅིག་རེད་ཤག་ད་ནང་གི་བརྗོད་བྱ་ལས་ཨང་ཡིད་གཟབ་བྱེད་ཡུལ་ཟེར་ཡས་དེ་ད་ཆད་ལག་མ་འགྲོ་ཡས་དེ་པས་མ་ཟེར་བའི་གལ་ཆེན་པོ་རེད་ཤག། དེ་ནས་གསུམ་པ་ནི་ནོར་བ་ཟེར་རེད་ཟེར་བ། ད་ཆད་ལ་མ་འགྲོ་བའི་ནོར་བ་ཡོད་ན། བྲིས་མཁན་གྱི་ནོར་བ་ཡིན་ནས་ཀློག་མཁན་གྱི་ཡོ་བསྲང་བྱེད་ཐུབ་པའི་དེ་འདྲའི་ད་དེ་ཙམ་དཀའ་ལས་མ་རེད་བ། དེ་ཡིན་པ་སོང་ཙང་ལྷག་བཅས་ནོར་གསུམ་གྱི་སྐྱོན་དང་བྲལ་སོང་ན། ད་ཕལ་ཆེར་དེ་ཕལ་ཆེར་ཞུ་དག་པོ་རེད་བྱས་རྗེས་ཞུ་དུ་རེད་དྲན་གྱི་འདུག། དེ་ནས་པར་བརྒྱབ་པའི་སྐབས་སུ་ད་རི་སང་ཉིན་གོས་བསྐོར་བ། ཆོས་གོས་རྙིང་ཆེ་བོ་བསྐོར་ཡས། ཨ་ནི། ཡིག་འབྲུ་ཆེ་ཆུང་དེ་དལ་གྱི་ཆེ་ཆུང་གི་བོངས་ཚད་དང་བསྟུན་བྱས་ཨེ་ནི་མིག་ལ་མཛེས་པོ་དགོས་ཡས་དེ་དཔེ་མ་ཟད་གལ་ཆེན་པོ་རེད་ཤག་ཨན་ལྷག་པར་དུ་ཡིག་འབེབས་འཇོག་སྟངས་དེ་ཨ་ནི་དེབ་རྩོམ་སྒྲིག་བྱེད་པའི་སྐབས་སུ་ཧ་ཅང་གལ་ཆེན་པོ་རེད་དེ་རེད་བ་ཡིག་འབེབས་བསླབ་པའི་སྐབས་སུ་དེར་སང་ཉིན་དབྱིན་སྐད་ནང་ལ་པེ་ར་ཀ་ར་བྷ་ཟིག་ཟིག་ཡོད་རེད་བ་བྱས་ཙང་པེ་ར་ཀ་ར་བྷ་དེ་ཧ་ཅང་གི་གལ་ཆེན་པོ་རེད་དེ་ཏག་ཏག་བཞག་ཐུབ་པ་ཡིན་ན་ཀློག་པ་པོ་ལ་ཁྱད་པར་ཆེན་པོ་ཞིག་ཡོད་རེད་ངོ་ཚ་བོད་པ་ཚོ་ཨ་ནེའི་དཔར་སྐྲུན་དགོས་མཁོའི་ཐོག་ལ་ད་བལ་དེ་དུས་རབས་བརྒྱད་པ་ནས་འགོ་བཙུགས་ཡོད་པའི་གསུང་མཚམས་དྲང་པོ་བཤད་པ་ཡིན་ན་གནས་ཚུལ་ཐོར་བུ་ཞེ་དྲག་ཆགས་བསྡད་ཡོད་རེད། ད་ཡིན་ནས་དེར་གསར་རྙིང་ཟོབ་དག་གི་ཐོག་ནས་སྔ་མོ་ནང་བཞིན་སྔ་མོ་གི་དཔེ་ཆ་ཚུར་ལ་ད་རེས་གསར་རྙིང་ཟོབ་དག་དེ་གོ་ཡ་ཡོད་མ་རེད་ཡོང་ཡ་ཡོད་མ་རེད་དེ་མ་གཏོགས་ཅིག་ད་རེས་གསར་རྙིང་གོ་ཡ་གི་ཆ་ལག་ཕལ་ཆེ་བ་ཅིག་དུས་རབས། ཨ་ནི་རྒྱལ་བ་སྐུ་པར་ནས་ཚང་ས་ཡོད་རེད་ཞུས་བས་ན་མི་འགྲིག་མེད་པར་བྱ་གི་འདུག་དཔེར་ན་ཡིག་འབེབས་ལ་མཚོན་པ་ཡིན་ན་ཁ་ཤས་ཀྱིས་གསུང་གི་འདུག་བོད་ཡིག་དེ་ག་རེད། དཔེ་ཆ་དེ་ཚོ་ནང་ལ་དཔེ་ར་དཀར་བ་ཅིག་ཡང་མི་འདུག་ཡིག་འབེབས་ཅིག་ཡང་མི་འདུག། ཨིན་ཇི་དེ་ཚོ་ཡིན་ན་ཤུག་གི་རིགས་ནང་ལས་ཉུང་མཐའ་ལས་ཨ་ནི་པ་དེ་ག་བ་ག་བ་ཡིག་འབེབས་གོ་གི་འདུག་ནས་ཏག་ཏག་བཞག་འདུག། བསམ་བློ་ཧོབ་བཏང་བ་སྐབས་སུ་ལ་སྐད་ཆ་དེ་ཁོ་ཚོའི་བདེན་པ་ཡིན་པའི་བཟོ་རུ། དངོས་གནས་དྲན་ནས་ང་ཚོ་དཔེ་རིང་ནང་ལ Paragraph ཞེ་དྲག་མང་པོ་ཡོད་མ་རེད། ཡིན་ན་ཡང་དེབ་གཟུགས་ནང་ལ་ཤུག་གུ་རེ་རེ་ནང་ལས Paragraph གཉིས་གསུམ་ཡོད་རེད་བ། ཡིན་ནས་བསམ་བློ་ཡག་པོ་བཏང་པ་སྐབས་སུ་གནས་ཚུལ་ཐ་དད་རེད་བ། ང་ཚོ་བོད་པའི་གནས་རིང་ཚང་མ་ལོ་གཡོན་ནས་གཡས་ལ་རིང་པོ་ཡོད་རེད་བ། སྟེང་ནས་འོག་ལ་ཡིག་ཕྲེང་དྲུག་བདུན་དེ་ལྷག་ཡོད་མ་རེད། དེ་ཡིན་པ་སོང་ཙང་ཀློག་བདེ་བའི་ཆེད་དུ་ཡིག་པའི་གོ་ཡ་སྐོར་ཡོད་མ་རེད་ཡིག་ཕྲེང་དྲུག་མ་གཏོགས་ཡོད་མ་རེད། ད་རེས་གཉིས་དེབ་གསོག་ཡོད་པ་ཡིན་ན་སྟེང་ནས་འོག་བར་དུ་ཡིག་ཕྲེང་སྐོར་ཉི་ཤུ་ཟིན་འདུག་དེ་ཡིན་པ་སོང་ཙང་བརྗོད་བྱའི་གི་ཐོག་ནས་ཡིག་པའི་གོ་བ་ལྟ་ཅི་མོད་དེ་ལྟར་མིན་ན་ཡང། ཀློག་བདེ་བའི་དོན་དག་ལ་ཉུང་མཐའ་སླེབས། ཡིག་བབ་གཉིས་གསུམ་ཟིན་མ་ཟིན་ནི་མིག་གི་རྗེས་ཟིན་ས་མ་རོགས། དེ་ཡིན་པ་སོང་ཙང་ང་ཚོའི་བོད་པའི་གནས་རིང་དུ་ཚོ་ལ་ཡིག་བབ་མེད་པ་འདིས། གོ་བ་མེད་པ་ཆགས་ནས་མ་བཞག་པར་མ་གཏོགས་ཅི་གི། ཨ་ནི་འདི་འདྲའི་གི། བསམ་ཚུལ་མ་རྙེད་པའི་ཆ་ནས། ལྷག་པ་ཆེ་བ་དེ་འདྲ་ཡིན་ས་མ་རེད་ཟེར་བྱས་དེ་བྱུང་དེ་བྱུང་ཟེར་བ། ད་དེ་ནས་སྲེག་ད་བཤད་དེ་གི་ས་མ་ལོ་དཀའ་ངལ་ཆེན་པོ་བྱས་བྲལ་དེར་བ། དེ་གི་དེ་གཏམ་བཤད་བྱས་བྱས་སློབ་ཁྲིད་བྱས་བྱས་ནམ་སང་ངེས་ཡས་བྱས་ཡིན་ས་མ་རེད། དེ་ཡིན་གྱི་མིན་གྱི་ཕྱག་ལེན་གནང་གིན་གནང་གིན་མཛུབ་སྟོན་བྱེད་གིན་བྱེད་གིན་མཁྱེན་དགོས་ཀྱི་ཡིན་ས་རེད། དེ་མིན་པ་ཡིན་ན་གསུང་དང་གསུང་ཐུབ་ཀྱི་རེད་གསན་ཐུབ་ཀྱི་རེད་དེ་ཡིན་ནས་དངོས་གཞི་ལག་ལེན་བསྟར་བའི་སྐབས་སུ་པར་སྐྲུན་ལས་ཀ་མ་བྱས་པ་ཡིན་ན། གཏན་མཁས་པ་ཞིག་ཤེས་ཡོན་གྱི་དཔེ་ཁག་པོ་ཡིན་ས་རེད། ད་འདི་ནས་གལ་ཆེན་པོ་གཅིག་གར་འདུག་ལབ་ཡིན་ན། ཨ་ནི་ཚེག་དང་ཤད་ལ་སོགས་པ་འདི་ཚོ། ཨེ་ང་རང་ཚོའི་གི། རྩོམ་སྒྲིག་གི་བརྒྱུད་རིམ་དང་ལོ་རྒྱུས་བལྟས་པ་ཡིན་ན། ཨ་ནི། མ་འདྲ་བ་མ་འདྲ་བ་མ་འདྲ་བ་མང་པོ་ཞིག་འདུག་ཟེར་བ། ད་འདི་གའི་གཙང་མ་ལ་ངས་སོགས་བརྩམས་བརྩམས་པ་སྐབས་སུ་དོན་དག་གཉིས་ནང་ལ་ཚུད་འགྲོ་གི་འདུག། མི་འདྲ་མི་འདྲ་ཡོད་པ་ཚང་མ་ལོག་རིགས་གཅིག། དོན་དག་དང་འབྲེལ་བ་འདུག་རིགས་གཅིག། བཟོ་ལྟ་ཁོ་ན་དང་འབྲེལ་བ་འདུག་བྱས་ཙང། དོན་དག་དང་འབྲེལ་བ་ཡོད་པ་ཡིན་ན། བཤད་དེ་ག་བ་ཡོད་མིན་ནས་ངེས་པར་དུ་སྐྱོན་འགོག་གི་ཡོད་རེད་དེ་མེད་ན་ནོར་བ་རེད་ཟེར་གྱི་ཚིག་ཐག་ཆད་ཀྱི་བཤད་ཐུབ་ཀི་རེད། བཟོ་ལྟ་དང་འབྲེལ་བ་དུ་བཟོ་ལྟ་དར་ས་ནས་ཨིན་ཇི་ཀེར་བཤད་པའི་ན Style རེད་བ། དེའི་འདི་བརྩམས་པ་ལ། མཐོང་བརྒྱུད་པའི་ཕྱག་ལེན་གཅིག་གི་རྗེས་སུ་འབྲང་བྱེད་མ་གཏོགས་ཆེ་གེ་ཐ་གཅིག་ཏུ་འདི་འགྲིག་འདུག་དང་འདི་ནོར་རེད་འདུག་ཟེར་འདི་འདྲའི་བཤད་ཐུབ་ཡ་ཁག་པོ་ཡིན་ས་རེད། ད་བཤད་ཁ་ཤས་ག་འདྲས་སུ་ལབ་པའི་ན། བཤད་དེ་མ་རྒྱག་པའི་ན་དོན་དེ་མཚོན་གི་ཡོད་མ་རེད། དོན་དེ་མཚོན་གི་མེད་པ་སོང་ཙང་བཤད་དེ་ངེས་པར་དུ་སྐྱོན་གོ་གི་ཡོད་རེད། དཔེར་ན་བཤད་བྱས་ན། དེར་སང་ཉིད་ད་ཡོངས་གྲགས་རོགས་ཕྱིར་བ་བོད་རྒྱལ་ལོ་ཟེར་ཏེ། ཇི་ལྟར་བོད་རྒྱལ་ལོ་ལབ་པ་ཡིན་ན་བོད་རྒྱལ་ལོ་འདི་ཉིད་དོན་དག་ལོག་ག་རོ། ཡི་གེ་གཅིག་པོ་གཅིག་རྐྱང་རོ་བོད་རྒྱལ་ལོ་རེད་བོད་རྒྱལ་ལོ་རེད་ཀློག་སྟངས་གཅིག་པོ་མ་རོ། བོད་རྒྱལ་ལོ་ལབ་པ་ཡིན་ན་ཀླུ་བདུད་ཙམ་པོ་ལས་ག་ལིར་ལབ་བ་རོ། བོད་རྒྱལ་ལོ་ལབ་པ་ཡིན་ན་སྐད་ཤུགས་ཆེ་རྒྱག་པོ་རོ། དེ་ཡིན་པོ་སོང་སང་བོད་རྒྱལ་ལོ་ཟེར་ཡི་གི་ལོ་འདི་རྫོགས་ཚིག་རོ། ཁོ་ལ་ཡིན་གཅིག་མིན་གཅིག་གཉིས་བྲིས་དགོས་པོ་རེད། གང་ཡིན་ཟེར་ན་རྫོགས་ཚུལ་མཚོན་དགོས་ཀྱི་ཡོད་རེད། བོད་རྒྱལ་ལོ་ལབ་པ་ཡིན་ན་ལོ་རེ་བ་དུས་ཚིགས་རེད་དེ། དེ་ལ་གཤེགས་གཉིས་དགོས་དགོས་མ་རེད། དེ་ལ་གཤེགས་གཅིག་དགོས་པ་དང་གཉིས་དགོས་པ་དེ་ངེས་གཟུང་རེད། དེ་ཡིན་པ་སོང་ཙང་དེ་གཅིག་མིན་གཅིག་བྲིས་དགོས་ཀྱི་ཡོད་རེད་བཞིན། ད་ཚིགས་བཅད་སྐབས་ལ་ང་ཚོ་བྲིས་པའི་སྐབས་སུ་མི་འདྲ་མི་འདྲ་མང་པོ་འདུག་ཨ། སྤྱི་དང། ཚིགས་བཅད་བྲིས་པའི་སྐབས་སུ་ཨ་ནི་རྐང་པ་རེ་རེ་ལ་ཤེལ་གཉིས་གཉིས་རྒྱབ་བསལ་ཏེ་གཞུང་ལུགས་ཀྱི་ཐག་གཅོད་རེ་འདེགས་ཡོད་རེད། གཞུང་ལུགས་ཀྱི་ཐག་གཅོད་དེ་སྲུང་བརྩི་ཞུ་གི་ཡིན་ན་ནི། སྲུང་བརྩི་ཞུ་གོ་གི་ཡོད་རེད། ཨ་ནི་སྲུང་བརྩི་ཞུ་གི་མིན་གསུངས་པ་ཡིན་ན། ཡང་གནས་ཚུལ་གསར་བ་ཆགས་ཀྱི་ཡོད་རེད་བ། ཐོབ་མ་ཐོབ་ཀྱི་ཆ་ནས་ཐོབ་ཀྱི་ཡོད་རེད། ཡིན་ནས་ཐོབ་ཐང་རབ་ཏུ་ག་འདྲ་ཞིག་རེད་ལབ་པ་ཡིན་ན། བྱུང་ན་གར་ལྐོག་རུས་བསླབ་པའི་ན་ཨ་ནི། དཔེ་ཆ་བཀའ་བསྟན་རྒྱུད་སོགས་པ་རྣམས་ལ་ག་འདྲས་བྲིས་ཡོད་པའི་ནས། དེ་གི་འགྲོ་སྟངས་ནང་བཞིན་བྱེད་ཅེས་ཨ་ནང་དུ་མུ་འཐུད་པ་ཡིན་ན། གལ་སྲིད་དཀའ་ངལ་མེད་པ་ཡིན་ན། ཨ་འདི་རང་ཅག་བཞག་པས་ན་དཔེ་རྙིང་ཆེ་བོ་ཡོད་རེད། ད་ཡིན་ན་ཡང་འདི་ལ་བཤད་སྟངས་མི་འདྲ། འདི་ལ་སྐྱོན་སྟངས་མི་འདྲ་མང་པོ་འདུག་ཨ། དེ་ནོར་བ་འདི་འདྲས་མ་རེད། ཡང་གསར་པ་གསར་རྐྱང་འདི་འདྲས་མ་རེད། ཡིན་ནས་སྔ་མོའི་བྲིས་སྟངས་དང་ཅིག་ཅར་ནས་མཐུན་གྱི་མི་འདུག་བསམ་བསམ་རུང་ཅིག་སྐྱེས་ཀྱི་འདུག། ད་རེས་སང་ཉིན་གར་ལོག་ནས་དཔེ་ཆ་ཁ་ཤས་གནང་ལ། ཨ་ནི་ཚིགས་བཅད་ཡིན་པ་ཡིན་ན་ཡང། ཨ་ནི་ཤེས་གཉིས་ཚིགས་བཅད་ལ་ཉིན་ཤས་དུ་བསྐོར་བ། ཨི་ནི་ཉིན་ཤས་རྒྱབ་གདངས་དེ་ལ་རྒྱབ་གདངས་མི་འདྲ་ཁ་ཤས་ཤིག་དུ་བ། ཅི་དགར་དུ་བསླབ་ཡིན་ན། རྐང་པ་དང་པོ་རྫོགས་པ་དག་ནི་ཤས་གཉིས་དེ་མཉམ་དུ་རྒྱབ། དེ་ནས་སྟོང་པ་བཞག་རྐང་པ་གཉིས་པ་འགོ་བཙུགས། འདི་འདྲའི་ལུགས་སྲོལ་གཅིག་དུ་བ། ད་འདི་ཡ་འདི་རེད། ཚིགས་བཅད་གཉིས་ཡོད། བཤད་གཉིས་ཡོད་པ་སོང་ཙང་ཚིགས་བཅད་མཚོན་གྱི་ཡོད་རེད་དོན་དག་དག་རང་ཚང་ཟབ་རེད་ད་འདི་ཟོབ་ད་ཅིག་རེད་དེར་བ་ད་ཟོབ་ད་ཅིག་དགོས་སྟངས་འདིར་ཤར། གཅིག་ག་རེས་ལབ་རེད་ན། རྐང་པ་དང་པོ་ལས་བཤད་ཅེས་བྲིས། བཤད་གཉིས་པ་འདི་རྐང་པ་གཉིས་པའི་གི་དབུ་ལ་བརྒྱབ་འོ་འདི་འདྲ་ཅིག་འདུག་བ་ད་འདི་ཚང་མ་ལོག། གཉིས་ཀ་ལ་བཤད་གཉིས་ཡོད་པ་གཅིག་པར་བ་ཡིན་ནའི་གཅིག་གི་བཤད་གཉིས་དེ་མཉམ་དུ་རྒྱག་གི་ཡོད་རེད། གཅིག་གི་བཤད་གཉིས་དེ་ཁ་ཕྲལ་ནས་རྒྱག་གི་ཡོད་རེད། ད། སོ་བདག་ཡིན་པར་སོང་ཚེ་སོ་བདག་ག་རེ་སྙིང་ཞེས་པ་དང་འདི་དམ་ཡེ་རེད་ཟེར་བ། ཁོང་ནི་གཉིས་ཀ་ལ་འདུག། འོ་འདི་གཅིག་ཐུགས་ལ་བཞག། ད་ཡིན་ནའི་དེ་གི་དེ་རྒྱུས་མེད་པ་ཡིན་ན་དཀའ་ངལ་ག་རུ་སླ་བ་ཡིན་ན་གཅིག་ནོར་རེད་དང་གཅིག་སྒྲིག་རེད་ཟེར་ཡས་ཀི་རྣམ་རྟོག་འཆར་གི་རེད་བ། དེ་བྱུང་སོང་ན་ཏག་ཏག་དེ་ཡོད་མ་རང། ད་ཡང་ཁ་ཅིག་གར་སྐྱོང་གི་འདུག་སླ་བ་ཡིན་ན་ཚིགས་བཅད་གཅིག་མ་གཏོགས་ཤུགས་ཆེར་བྲིས་པ་ཡིན་ན། ཨ་ནི་ཚིགས་བཅད་གཅིག་ལ་ཤེལ་གཉིས་གུག་ཡོད་པར་སོང་ཙང་ཤེལ་གཅིག་དེ་མགོ་བཙུགས་དུས་ལ་རྒྱབ། ཤེལ་གཅིག་དེ་མཇུག་ལ་རྒྱབ་འདུག་སྨྲ་དགོས་མཁན་ཅིག་འདུག་ཨ། ད་དེ་ཉིས་ཤེལ་དེ་གང་དང་འོག་གཉིས་ཀ་བསྡོམས་ན་འདི་ཉིས་ཤེལ་ཆགས་ཀྱི་འདུག་ཨ་དེ་མེད་ན་ཉིས་ཤེལ་ཆགས་ཀྱི་མི་འདུག་ཨ། དེ་ཡིན་པར་སོང་ཙང་དེ་ཡང Format ཅིག་རེད་དེ་རོ་བཟོ་ལྟ་ཅིག་རེད་དེ་རོ་ཨ། དེ་ཚང་མ་ལོ། ད་ལྟ་གོང་དུ་ཞུས་པ་ནང་བཞིན་དེ་དོན་ལ་འགལ་བ་མེད་པར་སོང་ཙང་སྙིང་རྗེ་བོ་འདུག་མི་འདུག་ཟེར་གྱི་སྐད་ཆ་ཅིག་ཡིན་ཟེར། ད་ལྟའི་སུས་ཐག་བཅད་དགོས་ལབ་པས་ན། སྔ་མོ་ཡིན་ན་ཆོས་བརྒྱུད་ཚོ་སྐབས་ལ་ཏན་ཏན་ཨ་ནི་མཐུན་རྐྱེན་ཡོད་རུང་བ་ཐག་གཅོད་བྱས་ཨ་ནི་ཉན་མཁན་ཡོད་རུང་བ་ད་རེས་སང་ཉིན་གར་བྱེད་དགོས་ལབ་པས་ན་གསར་ཁང་སོ་སོའི་གི་པར་སྐྲུན་པ་སོ་སོ་སོའི་གི་རང་ལུགས་གི་གཏན་འབེབས་བྱས་དེའི་རྗོད་སུ་འགྲོ་བ་ཡིན་ན་ཨ་ནི་དེས་ཅིག་ཟིན་མཚམས་ཡོད་པའི་སོ་རུ་རང་ལུགས་ཡིན་པའི་སོ་རུ་བྱས་ཨ་ནི་དོན་ལ་འགལ་བ་མེད་པ་བྱས་འདི་འདྲ་བྱུང་འདུག་ཁྲིམས་ཀྱི།

ཨ་རིའི་གི་སྐད་བབ། འབྲེ་བིར་ཇེག་སུན་ཕེབས་ཆེ་ཨེ་པར་སྐྲུན་སྐོར་ལ་གསུང་བཤད་ཅིག་གནང་སོ་ཨ། དེ་དུས་རིན་པོ་ཆེ་ཟམ་གདོང་རིན་པོ་ཆེ་དབུ་ཞུགས་ཐོག་ལ་ཁོང་གི་དྲི་བ་དང་སྐད་ར་ཟེར་ན། ང་ཚོས་བཀའ་བསྟུན་ཞུ་དག་གཏང་ཆོག་གི་རེད་ཆོག་གི་མ་རེད། གཏང་འོས་པ་རེད་གཏང་མ་འོས་པ་རེད། བཏང་ཐུབ་ཀྱི་རེད་བཏང་ཐུབ་ཀྱི་མ་རེད་ཟེར་ཞེས་དྲི་བ་དེ་འདྲའི་འདྲ་པོ་གཅིག་བཀོད་པ་དེ་དྲན་གྱི་འདུག་ཁོང་གར་སོང་ལབ་ཡོད་ན། ང་ཚོས་ཞུ་དག་བཏང་ཆོག་གི་རེད། གང་ཡིན་ཟེར་ན་ཟེར་ཞུ་དག་བཏང་ན། ཨ་ནི་ཞུ་དག་བཏང་བས་ཀྱི་ལས་ཀ་དེ་མ་དགོས་པ་དེ་འདྲ་མ་རེད། མ་དགོས་པ་མིན་པ་སོང་ཙང་ལས་ཀ་དེ་ཕྱི་མ་འཇོག་པ་དེ་འདྲ་གལ་མ་རེད། བཏང་འོས་པ་རེད་པས་བཏང་འོས་པ་མ་རེད་པས་ལབ་ཡོད་ན། བཏང་འོས་པ་རེད། གང་ཡིན་ཟེར་ན། ཨ་ནི་སྔར་གྱི་གསུང་རབ་སོགས་ལ་མ་བརྟགས་པ་མེད་པའི་དབང་དུ་བཏང་ན་ཡང། ཆད་ལག་ཤོར་ཟིག་གི་རེད་བ། དེ་ཡིན་པ་སོང་ཙང་པར་སྐྲུན་ཞུ་དག་བྱེད་པའི་སྐབས་སུ། ཨ་ནི་བརྗོད་བྱ་གཅིག་ལ་པར་མ་གཉིས་གསུམ་གོ་བསྡུར་བྱས་བྱས། ཨ་ནི། ཆད་ལྷག་ཡོད་པ་དེ་ང་ཚོས་ཤེས་ཐུབ་ཀྱི་རེད། དེ་ཡིན་པ་སོང་ཙང། སོ་སོ་བཀའ་བསྟན་གྱི་ཐོག་ལ་མཁས་པ་མིན་པ་ཡིན་ན་ཡང། ཨི་ནི་ཞུ་དག་བཏང་མཁན་གྱི་ཆ་ནས་ད་དུང་ཞུ་དག་ཏུ་བཏང་ཡ་དེ་དག་ལ་ཞུ་དག་བཏང་ཆོག་གི་རེད། བཏང་འོས་པ་རེད། ཨ་ང་ཚོས་བཏང་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་བ་ལ་དེ་ཡང་ང་ཚོས་ཀྱི་བཏང་ཐུབ་ཀྱི་རེད། ཨི་དཔེ་མཚོན་སྙིང་ཞེས་པ་ཞུ་ཅི་དགོས། ག་འདྲ་ཞུ་དགོས་ལབ་པ་ཡིན་ན། དཔེར་ན་ཆ་བཞག་ན་ས་རྟགས་སྔོན་མོ་པར་བརྒྱད་པའི་སྐབས་སུ་ཨཱ་ནི། ད་དུས་རབས་བཅུ་བཞི་ནས་བཟུང་བྱས། ཨཱ་ནི། ཤིང་པར་གྱི་ལག་ལེན་དུ་དར་བར་བ། བཀའ་བསྟན་རྒྱུད་མང་པོ་ཆེ་ཤིང་པར་རེད་དེ་ཧེར་བ། དེ་ཡིན་པ་སོང་ཙང། ཨཱ་ནི། ཤིང་པར།

འདི་རྗེས་ལ་མུ་མཐུད་བསྐུར་བ། མུ་མཐུད་པའི་སྐབས་སུ་ལ། ད་བཅོམ་ལྡན་འདས་འདི་བཞིན་གཤེགས་པའི་སྲས་བསྐུར་བ། ད་བཅོམ་ལྡན་འདས་འདི་བཞིན་གཤེགས་པ་དེ་གང་མ་དེ་ལོག་དུས་ཡོད་རེད། ཞག་སྟོང་བའི་སྐབས་སུ་ལ། མིག་བདུག་བལྟ་བའི་སྐབས་སུ་བཅོམ་ལྡན་འདས་འདི་བཞིན་གཤེགས་པ་གཉིས་པ་དེ་ལ་གོ་འཛུལ་སོང་ན། ད་ག་རེ་ཟེར་ན། ཨ་ནི། གང་འདི་ལ་ཁོས་མཚམས་བཞག་པ་རེད་ཡིན་ནའི་ཡི་གེ་གཅིག་པོ་གཅིག་རྐྱང་གཅིག་འོག་ལ་བསྙེས་པའི་སྐབས་སུ་ལ། ཨ་ནི། ནོར་བཅས་གལ་ཏེ་ཟིན་ཡོད་ན། འདི་ཆད་སོ། བྱས་ཙང་ཆད་པའི་སྐྱོན་དེ་དེ་དུས་ལྷག་གི་རེད་ཟེར། ད་གཉིས་པ་དེ་ལ་ད་ནང་བཞིན་ཡང་ལྷག་མ་ཡིན་ཟེར་གི་རེད་ཟེར་རིག་པ་གཅིག་པོ་གཅིག་རྐྱང་རེད། དེ་ནི་དྲག་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིག་པ་དང་ཆབ་སྲོལ་ལྡན་པ་ཞེས་གསུངས། དེ་ནས་ཡང་ངལ་གསོ་རྒྱབ་བཀའ་མོལ་རེ་གནང་གསོལ་ཇེ་རེ་ཆོད། དྲག་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་དེ་ཡིག་ཕྲེང་དྲུག་པ་ཡིན་ན་ཁོ་རང་སྣང་བ་དབྱིངས་ཆེ། ཡང་དེའི་འདྲ་པོ་གཅིག་ཡང་གང་བདེ་བ་བཞེས་པ་ཡིན་ན།

ཨ་ནི་ཡོང་གི་མ་རེད་བ་ད་འདི་བྱས་ལ་མཁས་པ་འདི་འདྲ་དགོས་གོ་མ་རེད་ཡེ་ནས་ད་སིན་སེར་ཞིག་བྱེད་དགོས་བ་རེད་བས་སེམས་ཀྱི་གཏིང་ནས་ཨ་ནི་བས་ད་ང་མི་ནོར་བ་བྱེད་ཀྱི་ཡིན་བསམ་བསམ་འགྲོ་བ་བྱེད་དེ་ནས་རེ་ཟུང་ད་ཤོར་སྲིད་ཀྱི་རེད་དེ་ནས་འགའ་ཡོད་མ་རེད་དེ་ཅིག་ཞུ་ན་དྲན་སོང། བྱས་ཙང་ཨ་མདོ་བོད་ནས་བཀའ་བསྟན་དཔེ་བསྡུར་མ་པར་སྐྲུན་ཞུས་ཡོད་པ་དེ་ག་ཚང་མ་ལོ་ང་ཚོས་ཞུ་དག་གཏང་ཐུབ་ཀྱི་ཡོད་རེད་གཏང་དགོས་ཀྱི་ཡོད་རེད་གཏང་འོས་པ་རེད་ཅེས་ཀྱི་བསམ་ཚུལ་འདིའི་རྗེས་སུ་དང་ཐེངས་པ་ཡིན་པ་སོང་ཙང་དེ་འདྲའི་བྱུང་འདྲའི་དྲན་ཡིན་ན་ཡང། ཕལ་ཆེར་བཀའ་བསྟན་དཔེ་བསྡུར་མ་འདི་ལ་ཞུ་དག་གཏང་བའི་སྐབས་སུ་ལ་ཞན་ཆ་ཆེན་པོ་གཅིག་ང་རང་གིས་མཐོང་གི་ཡོད་རེད་ད། ཁོང་རྣམ་པ་ཚོ་གར་ཆེ་རུ་སོང་ན་དཔེ་སྡུར་འདི་ལྟ་ཡག་པོ་འདུག་བ། ཨ་ནི་སྣར་ཐང་དང། ཨ་ནི་པི་ཀེང་དང་འདི་ག་ག་རེ་ཡིན་པ་ཡིན་ནའི་ཞེས། ཡིན་ནའི་མི་འདྲ་བ་ཚང་མ་བཀོད་ཡོད་རེད་དེ། མི་འདྲ་བ་བཀོད་པ་ཙམ་རེད་དེ། མི་འདྲ་བ་གསུམ་ཡོད་པ་ཡིན་ན་དེའི་ནང་ནས་ད་ཇི་ལྟར་འགའ་ལས་ཁག་པོ་རེད་བ། ཨ་ནི་ཉུང་མཐའ་ལས། འགྲིག་པ་དེ་དེ་ཡིན་ས་རེད་ཞེས་བཅས་འགྲེལ་བརྗོད་ཅིག་ཡོད་པ་ཡིན་ན། དངོས་གནས་ཀྲེ་ནན་གྱིས་དཔེ་བསྡུར་གྱི་གོ་བ་དེ་ཚང་གི་འདུག་དྲན་གི་འདུག་ད་འདི་འདྲའི་འགྲེལ་བཤད་མེད་པ་ཡིན་ན་འདི་ནང་ལ་འདི་འདུག་ཕི་གི་ནང་ལ་འདི་འདུག་ཕི་གི་ནང་ལ་འདུག་ལབ་ཡོད་ན་མི་འདྲ་བ་མཐོང་བ་ཙམ་མ་གཏོགས། ཡིན་ན་ཡང་ཀློག་པ་པོ་ཕལ་ཆེ་བ་བྱས་ལ་ཡང་སོ་སོའི་ངོས་ནས་ཚང་མ་མཁས་པ་ནི་མ་རེད་བ་དེ་ཡིན་པ་སོང་ཙང་ཐག་གཅོད་བྱེད་ངེས་འདི་ད་དུང་དཀའ་ལས་ཁག་ཏུ་འགྲོ་དགོས་འདུག་བ་ད་ཞུ་དག། པུར་བྷེ་ཏར་མ་ཡིན་མཁན། ད་ལྟ་བཀའ་བསྟན་དཔེ་བཀའ་བསྟན་དཔེ་སྟོན་པ་ཚང་མ་ལོ་ནང་ཁའི་ཚང་མ་ལོ་ཨ་ནི་ཨིན་ཇི་ཀའི་རྒྱབ་ཡོད་ན་ཨ་ནི་ཨེ་དྲི་ཏར་ཆགས་ཀྱི་ཡོད་མ་རེད། པུར་བྷེ་ཏར་ཆགས་ཀྱི་ཡོད་རེད། གང་ཡོད་པ་དེ་ཇི་མ་ཇི་བཞིན་བཀོད་དགོས་རེད། ད་ཨེ་དྲི་ཏར་ཡོད་མཁན་ཡིན་ན་ད་དེ་ཚོ་དངོས་གནས་བཀྲིས་ནས་མཁས་པ་ཆེན་པོ་ཇི་ལྟར་གོ་དགོས་རེད། ཨ་ནི། གཉིས་གསུམ་ཡོད་པ་ཡིན་ན། གསུམ་པ་འགྲིག་ཡོད་ན་གནས་ཚུལ་ལོག་པར་བ། དེ་མེད་པ་ཡིན་ན། འདི་འགྲིག་བྱ། འདི་འཐད་ཀྱི་མི་འདུག་ཟེར་གསུངས་ཐུབ་པ་ཡིན་ན། ཨ་ནི། དགའ་ལྡན་པའི་འདུན་མ་དང་དངོས་གནས་དྲ་གནས་ཀྱི་ཕལ་ཆེར་གནས་ཚད་དཔེ་མཐོ་པོ་ཅིག་ལ་ངོས་འཛིན་བྱེད་ཐུབ་ཀྱི་རེད་དྲན་གྱི་འདུག་འདི་གཅིག་གཞོན་ནུ་དྲན་གསོ་རང། དེ་ནས་ཞུ་དག་བཏང་བའི་སྐབས་སུ། ཨ་ནི། སྐད་ཡིག་ཞུ་དག་བཏང་ཡས་གཅིག་དང། ནང་དོན་ཞུ་དག་བཏང་ཡས་གཉིས་ཡིན་དགོས་རོ། ད་སྐད་ཡིག་ཞུ་དག་ཟེར་དེ། ད Proof Reading འདྲ་བོ་ཅིག་རེད། དེའི་ནང་ལ། ད་ཆད་ལྷག་ཡོད་མེད་བལྟ་ཡས་གཙོ་བོ་ཆེ། དེ་ནས་བརྡ་སྤྲོད་དང། དག་ཆ་ནོར་ཡོད་མེད་བལྟ་ཡས་ཅིག་རེད་ཟེར་བ། ད་ཞུ་དག་ངོ་མ་དེ། དེ་ལས་གནས་ཚད་མཐོ་བ་རེད་བ། དེ་ག་རེད་ཟེར་ན། ཨ་ནི།

སྤྱིར་བཏང་ནས་ང་ཚོ་ཞུ་དག་བཏང་བའི་སྐབས་སུ། ཁ་ཤས་ཀྱིས་ཞུ་དག་བཏང་བའི་སྐབས་སུ་ཚད་ལས་འདས་པའི་ཞུ་དག་བཏང་གི་འདུག་ཨ། དེའི་རིགས་འདི་ནང་རྒྱུ་ཡོད་ས་མ་རེད། དེ་རྩོམ་པ་པོ་ཁོ་རང་གི་འདོད་པ་དེ་ནང་བཞག་དགོས་རོགས། Editor གིས་རྩོམ་པ་པོ་གི་ཤུགས་གཅིག་བྲིས་པའི་སྐབས་སུ་ལ Editor གི་ཤུགས་གཉིས་སྤྲིན་བཏང་བཞག་པ་ཡིན་ན། དེ་ཞུ་དག་བྱེད་དུ་ཆགས་ཀྱི་ཡོད་མེད་མི་ཤེས་འདི་ལྟར་གསར་རྩོམ་ཆགས་འགྲོ་ཟེར་བ་དེ་ཚོ། དེ་ནང་ལོ་ཆེན་མོ་མང་པོ་ཡོད་པ་སོང་ཙང་དགོངས་པ་བཞེས་ཡ་ལ་གལ་ཆེན་པོ་རེད་དྲན་གྱི་འདུག། ད་དེ་ནས་ད་ཅིག་ས་བ་ཅིག་ཞུ་ན་དྲན་ཟེར་བ་ས་བ་དང་མར་ལྟ་ཡིན་ན་ཡང་ང་རང་ཚོའི་བོད་ཀྱི་པར་སྐྲུན་ནང་ལ་ལུང་པ་གཞན་པ་གིས་ཡི་གེ་བྲིས་པའི་སྐབས་སུ་འདི་དག་ཆ་འདི་ད་ང་ཚོ་བྱེད་ཐུབ་ངེས་ཀྱི་གཞོན་ནུ་རྒྱ་མཚན་རེད་དེ་རེད་བ་དབྱིན་ཇི་ཤེས་ཀྱི་ཡོད་རེད་ཨ་ནི་བོད་ཡིག་ཤེས་ཀྱི་ཡོད་རེད་ད་ནང་བཞིན་སོ་སོ་ལ་གོ་ཡས་ཀྱི་ཨ་ནི་ཧིན་དི་ཡིག་ཤེས་ཀྱི་ཡོད་རེད་བོད་ཡིག་དེ་བྲེས་པའི་ཟིག་གི་ཡོད་ད་དེ་ཚོ་ལ་ཐུགས་སྣང་གནང་ཡས་དེ་དཔེ་གལ་ཆེན་པོ་རེད་ཤག་བཞིན་དཔེ་ན་ཆ་བཞག་པ་ཡིན་ན་འོ་ད་དང་པོ་འདི་ཞུ་ན་དྲན་སོང། དཔེ་ཆ་རྙིང་པ་ཞུ་དག་བཏང་པ་སྐབས་སུ། དག་ཆ་མང་པོ་ཅིག་ད་རི་སང་ཉིན་དང་མི་མཐུན་པ་ང་ཚོ་བཞེས་ཀྱི་རེད། དེ་དུས་མཆན་སྐྱོན་ཆོག་གི་རེད་མ་གཏོགས་ཅིག་གིས་འགྱུར་བ་བཏང་ཆོག་གི་མ་རེད་འདི་ཞུ་ན་དྲན་སོང། ཨ་ནི། ད་རི་སང་ཉིན་དག་ཆ་འདི་འདྲའི་བྲིས་གི་ཡོད་རེད་ཨི་ནས་སྔ་མོ་དག་ཆ་འདི་འདྲའི་བྲིས་གི་འདུག་ཟེར་ན་མཆན་རྒྱབ་ཆོག་གི་རེད། སྔ་མོའི་དག་ཆ་འདི་ང་ཚོའི་གི་དོན་དག་ཤེས་པས་ཡོང་གི་རེད་ཁ་ཤས་མ་ཤེས་པས་ཡོང་གི་རེད། སྔ་མོ་བདག་ཅག་ཅིག་བྲིས་དེར་སང་ཉིན་བདག་ཅག་ཅིག་བྲིས། སྔ་མོ་བདག་ཅག་དེས་དེར་སང་ཉིན་བྲིས་ཀྱི་མེད་པ་ཡིན་ནས་ང་ཚོས་དོན་དག་ཤེས་པ་འདི་འདྲ་ཡོང་དགོས་རེད། དེ་ཡིན་པ་སོང་ཙང་ནོར་བ་མིན་པ་གང་ཞིག་ལ། ང་ཚོས་གཟབ་གཟབ་མ་བྱས་ན་ནོར་བ་རེད་བསམ་རྗེས་སྤྱོད་ཡས་ཀྱི་ཉེན་ཁ་ཞེ་དྲག་ཡོད་རེད་དེ་ཚོ་ལ་ཡང་གཟབ་གཟབ་བྱེད་ཡུལ་གཅིག་རེད་བྱ། གཉིས་པ་དེ་ལ། ཤེས་རྒྱབ་པ་སྐབས་ཁྲེས་རྒྱབ་པ་སྐབས་སུ་ལ་ད་ཚང་མས་མཁྱེན་གྱི་ཡོད་རེད། སྐབས་རེ་ཤ་ཀྲུང་གོ་ཤེས་ས་ཞེས་བྲིས་དགོས་པ་ཡོང་གི་རེད་སྐབས་རེ་ཤ་ཀྲུང་གོ་ཤེས་ས་ཞེས་བྲིས་དགོས་པ་ཡོང་གི་རེད། བྱས་ཙང་བརྡ་སྤྲོད་ཀྱི་སྔ་མོ་སྐད་གསར་བཅད་དངོས་ལ་ཤ་ཀྲུང་གོ་ཤེས་ས་ཞེས་བྲིས་ཚུལ་དེས། ད་རེས་སང་ཉིན་ཤ་ཀྲུང་གོ་ཤེས་ས་ཞེས་བྲི་གི་ཡོད་པ་ཡིན་ན། དཔེ་ཆ་དེ་དེ་རིང་རྩོམ་གྱི་ཡོད་ན་ཤ་ཀྲུང་གོ་ཤེས་ས་ཞེས་བྲིས་དགོས་རེད། ཡིན་ན་ཡང་སྔ་མོའི་དཔེ་ཆ་ལ་ཤར་ཀྲིན་པོ་ཤེ་ས་ཞེས་ཡོད་པ་ཡིན་ན། འདི་བཅོས་བྱས་ཤར་ཀྲིན་པོ་ཤེ་ས་ཞེས་བྲིས་པས་ན་འདི་རུང་གི་མ་རེད། མི་རུང་བའི་རྒྱུ་མཚན་ག་རེ་ཟེར་ན་ཤར་ཀྲིན་པོ་ཤེ་ས་ཞེས་བྲིས་དང་པོ་དེ་ནོར་ཡོད་མ་རེད། རྒྱུ་མཚན་གཅིག་རེད། གཉིས་པ་དེ་ག་རེ་ཟེར་ན་ཤར་ཀྲིན་པོ་ཤེ་ས་ཞེས་བྲིས་པའི་དཔེ་ཆ་ག་འདྲའི་ཞོད་པ་ཡིན་ན། དེའི་དེའི་དུས་ཚིགས་ཤིག་སྟོན་གྱི་ཡོད་རེད། དེ་ཕལ་ཆེར་དུས་རབས་ཉི་ཤུ་གི་དཔེ་ཆ་མ་རེད། ད་རྐང་བཙུན་རྒྱབ་ན་ནི་མི་ཤེས་རོ། མ་དུ་ཤེས། དུས་རབས་ད་ལོ་ཏག་ཏག་ཞོལ་མེད་དེ་གང་ལྟར་སྔ་མོ་དཔེ་ཆ་རྙིང་པ་གཅིག་བྲིས་དེ་རེད་ཅེས་དང། ག་བ་ལ་ཤ་ཕྲེང་པོ་ཤེས་ས་ཤེས་ཡིན་ནས་ཤ་ཕྲེང་པོ་ཤེས་ས་ཤེས་ཕྲེང་ས་ལ་དེའི་གི་དུས་ཚིགས་ཤིག་བསྟུན་དགོས་རེད། དུས་ཚིགས་བསྟུན་གི་ཡོད་པ་སོང་ཙང། ཨ་ནི་ཤ་ཕྲེང་པོ་ཤེས་ས་ཤེས་བྲིས་པ་ཡིན་ན། དཔེ་ཆ་དེ་གི་ག་ཚོད་ཀྱི་བྲིས་སྟངས་རྙིང་པ་ཡིན་པ་དེ་ཁྱེད་རང་གི་སུབ་བཤད་དགོས་ནག་སུབ་དང། དེ་ཕྱོགས་དམར་བ་མ་དགོས་པ་རེད་ལ་ནོར་བ་རེད་ད་དེ་ཚོ་ཟབ་བཟོ་བྱས་ཏེ་དཔེ་གལ་ཆེན་པོ་རེད་དྲན་སོང་འོ་དེ་ཡང་ངའི་སྡུག་སའི་གནད་འགག་ཅིག་མཐོང་གི་ཡོད་པ་སོང་ཙང་ཞུས་པར་བ་འདི་རེད་ད་དཔེ་ན་བྱས་ན་ཆོས་འབྱུང་མཁས་པའི་ག་དོན་བསམ་གཏང་མཁན་ཡིན་ན་ཞེ་དྲག་རྙིང་པ་དང་མར་བ་དུས་རབས་བཅུ་བདུན་ནང་གི་དཔེ་ཆ་རེད་འདོད་རེད་ཡིན་ན་ཡང་མི་བརྗེད་ཟེར་མཁན་དེ་ལ་ཨའོ་བྷ་ཡེ་དང་ལྕགས་རིན་པོ་ཆེ་དང་བཅས་འདུག་ད་དཔེ་ཆ་མང་ཆེ་ན་མའོ་ལྕགས་རིན་པོ་ཆེ་དང་བཅས་རེད་བ། དེ་ཡིན་པ་སོང་ཙང་གྲྭ་གཅིག་པོ་གཅིག་རྐྱང་རེད་བ། བྱས་ཙང་སྔ་མོ་ཨའོ་བྷ་ཡེ་དང་ལྕགས་རིན་པོ་ཆེ་འཁྲིགས་འདུག་ད་རེས་སང་ཉིན་རེད་ཡ་སྔ་མོ་འཁྲིགས་ཀྱི་རེད་བ་མའོ་ལྕགས་རིན་པོ་ཆེ་དང་བཅས་དེ་འདྲའི་ག་བ་ལས་སོང་ནས།

ཏེ་དེའི་དོན་དག་དེ་ང་ཚོས་ཤེས་ཐུབ་ཀི་འདུག་ཨ། དེ་ཡིན་པ་སོང་ཙང། གོ་བ་གི་ཆ་ནས་ང་ཚོ་རྙེད་ཀི་ཡོད་རེད་ཡིན་ནའི་བྲིས་ཐང་གི་ཆ་ནས་མི་འདྲ་བ་རེད་འདུག་ཨ། ར་ད་ལྟ་ད་ནང་རུ་རྟོག་ག་རྟོག་ལབ་པ་ཡིན་ན་རྟོག་དཔྱོད་ཀི་རྟོག་རེད་དེ་གསལ་བོ་ཤོད་ཀྱི་རེད་འདུག་ཨ། གཟིགས་རྟོག་གི་རྟོག་ལ་ད་ནང་རུ་རྟོག་ག་རྟོག་ཟེར་མཁན་དེ་མེ་ཏོག་གི་རྟོག་མ་རེད། ཡི་གེ་དེ་གཅིག་པར་བ། དོན་དག་གཅིག་པ་མ་རེད།

ཡིན་ན་ཡང། བརྡ་སྤྲོད་པ་དང། སྙན་ངག་སྨྲ་བ་སོགས་ལ་ཟམ་ཟམ་དག་ཆ་ལ་རྒྱུ་བ་ལྟ་ཡང་གི་དབང་ཚད་ཞིག་འདུ་བ། ཁོ་རང་གི་རིག་གནས་ཀྱི་ཆ་ནས་ཐོབ་ཐང་ཅིག་ཡིན་ས་རེད། སྙན་ངག་པ་སོགས་ལས་སྐབས་མང་པོར་རང་དབང་རག་གི་ཡོད་རེད་བ། དེ་ནང་བཞིན་རེད་འགྲེལ་ཆེན་ནང་ག་རེ་གསུངས་ཡོད་ལབ་ཡོད་ན། པད་ཀོར་ལབ་པ་སྐབས་སུ་ལ་སྤྱི་བཏང་པ་དང་པད་ས་ཀ་ད་ཀར་ནོར་ཀོར་རོ་ཀོར་རེད། ཡིན་ན་ཡང་བཏང་འཇུག་གི་འགྲོ་སྟངས་ཀྱི་ཆ་ནས།

རིག་པ་བེད་སྤྱོད་བཏང་བ་བྱས་ནས་དཀར་ནག་ར་སྐོར་ར་སྐོར་བྲིས་ཀྱི་ཡོད། འདིས་རིག་པ་དེ་ཏག་ཏག་འགྲུབ་འདུག། ཁའོ་ས་གོ་སི་ཀ་སིག། ར་ཏ་ཏ་བཏང་ན་རྟོགས་པ་རྟོགས་རོགས་ཨ། ཁའོ་ས་གོ་སི་ཀ་ས་སིག་སའི་ས་དེ། ཡང་འཇུག་རོགས་ཨ། ཡང་འཇུག་ཡིན་པ་སོང་ཙང་རྗེས་འཇུག་གི་རྟགས་དང་ཐུན་མོང་རེད་དེ་རོགས་ཨ། དེ་ཡིན་པ་སོང་ཙང། ཨ་ནི་ག་ད་བ་ད་ཤེས་ཕོ་རོགས་ཨ། རྟོག་ལ་བ་ཀུ་ད་ར་ཏཱ་ད་ད་ནོར་རྟོག་གི་རྟོག་དེ་མིང་གཞི་རེད་དེ་ར། མིང་གཞི་ཡིན་པ་སོང་ཙང་མིང་གཞིའི་ནང་ནས་ད་དེ་ཕོ་རེད་དེ་ར། ད་ནོར་རྟོག་གི་རྟོག་བྲིས་པས་ན། པད་སྐོར་དང་གཟིགས་རྟོག་གཉིས་སི་ཏུ་བྲིས་ཅན་གྱི་དག་ཆ་དེ་ལ། བྲིས་པ་ནང་བཞིན་འདི་ལས་རྒྱུ་མཚན་གཅིག་པོ་གཅིག་རྐྱང་འགྲུག་འདུག་ཨ། ད་འདིའི་རིགས་དེ་ནི་གལ་སྲིད་མཐོང་སྣང་བྱུང་སོང་ན་རང་འཇགས་བྱ་རོགས་ཞེས། འགྱུར་བ་མ་བཏང་རོགས་ཞེས་འོ་དེ་ཅི་ཞུ་ན་དྲན་སོང།

འདི་ཡིས་ཅི་གནང་ཁྱེད་རང་འདོད། ཉམས་ཞིབ་གནང་ན་འགྲིག་གི་རེད་བ། སློབ་སྦྱོང་གནང་ན་འགྲིག་གི་རེད་བ། འདི་ཨ་དེ་ཁྱོད་ནི་ཐོབ་གི་མ་རེད་ཞེས་བྱས། ང་ཞུ་འདོད་བྱུང་སོང་བ། ཨ་རྣ་རོ་ཨོ་མ་ཨོམ་ལ། ཨ་ཆུང་གྲས་འདི་ད་ཕལ་ཆེར། ལེགས་སྦྱར་གྱི་དབང་དུ་བྱས་བས་ན་ནོར་བ་རེད་གསུངས་དུས་ལབ་ཆོག་གི་རེད། དེ་ལུང་ཡོད་རེད་རིག་པ་ཡོད་རེད་དངོས་ཡོད་གནས་ཚུལ་རེད་དེ། རིག་པ་ག་རེ་ཟླ་བ་ཡིན་ན། ག་བ་ལ་ན་རོ་ཡོད་པ་ཡིན་ནས་ག་བ་ལ་འགྲེང་བུ་ཡོད་པ་ཡིན་ནས་རིང་བུ་ཡིན་ཡིན་པ་རེད། དབྱངས་རིང་བུ་ཡིན་ཡིན་པ་རེད། རིང་བུ་ཡིན་ཡིན་པ་ཡིན་སོང་ཙང་ད་དུང་རིང་བུ་རེད་ད་ཟེར་གྱི་འོག་ལ་ཨ་ཅུང་བྲིས་དགོས་བ་ཡོད་མ་རེད། དེ་སྔ་ཀློག་ཐབས་ལ་སོགས་ཚང་མའི་ནང་ལ་ལུང་འདྲེན་དགོས་རེ་ཡོད་རེད། དེ་ཡིག་གཟུགས་སྐད་ཆ་བཤད་གི་ཡོད་པ་སོང་ཙང་ཨ་བྲིས་མ་བྲིས་ཟིན་ཏེ་སྔར་ལོག་ཐོབ་ལྟ་བར་མ་གཏོགས་སངས་སྐིལ་བལྟ་ཡ་ཡོད་མ་རོ་སངས་སྐིལ་ཧ་ཅུང་འབྲེལ་བ་འཁོར་ཡོད་མ་རོ། སངས་སྐིལ་ནང་གི་རྒྱུ་མཚན་དུ་བཀོད་ཡོད། གང་ཡིན་ཟེར་ན་དེ་དབྱངས་རིག་མ་རེད། བྱས་ཙང་དབྱངས་རིག་མ་ཚང་མ་ལོ་གས་སྲིད། འདྲེ་མགོ་དང་ནཱ་རོ་ཡིན་ན་ཨ་ཅུང་གོ་མ་རེད། ད་ཨ་དང་ཨི་ཡིན་ན་རིང་བ་ཡིན་པའི་སྐབས་སུ་ཨ་ཡིན་གྱི་མིན་གྱི་ཁྲིད་དགོས་རེད། ཨོ་དེ་ཅིག་ཐུག་ན་ནང་ན་ཁྲིད་སོང་སྤྱི་བཏང། དེའི་ཐོག་ལ་རྩོམ་རིང་པོ་ཅིག་བྲིས་འདུག་ཨ་ད་ལྟ་ཁ་རས། བོད་རིག་པའི་གི་དེབ་བཞི་པ་རེ་ཞིག་ནང་ལ་འཇུག་སྐད་གསང་རྒྱུ་བཀྲ་ཤིས་རིང། རྩོམ་རིང་པོ་ཞོ་ཅིག་བྲིས་བཞག། པདྨ་སི་ཡག་པོ་བྲིས་བཞག། ཧང་སང་ཡག་པོ་བྲིས་བཞག། ཡིན་ན་ཡང། ང་རང་བསམ་ཚུལ་བྱས་པའི་ནང་འདོམས་རྒྱལ་པོ་སྐབས་སུ་ལ། ལྡོག་ཕྱོགས་ཏག་ཏག་བརྒྱབ་བྱ། ཕལ་ཆེར། བབ་ས་རི་བོ་དེ་འདི་འགྲིག་པ་རེད་གསུང་ཡ་ཆེ་བྲེད་བྱ། སྔགས་ལོག་ལྟ་བུ་དང་ལུང་དྲང་དང་ཨ་ནག་རོ་ཨོ་མ་ཨོམ་ཁྲི་ཨོ་ལ་ཁྲི་ཡ་དེ། བོན་པོའི་གུ་ལུགས་དང་རྙིང་མའི་གུ་ལུགས་རེད་ཟེར་བྱས་བྱས་སྔགས་ལོག་ལྟ་བུ་ཁོ་རང་ནང་འདུག། འདི་གི་དེ་ཚང་མ་ལོག་ཏག་ཏག་ཅིག་ཁྱོད་ནས་བསྡད་ཀྱི་ཡོད་མ་རེད། གང་ཡིན་ཟེར་ན། བོན་པོའི་ལུགས་ལ་ཟེར་དེ་དང་རྙིང་མའི་ལུགས་ལ་ཟེར་དེ་ཆོས་ལུགས་སྐད་ཞིག་གིས་འདུག་བརྗོད་བྱ་དོན་གྱི་སྐད་ཞིག་གིས་འདུག་བརྗོད་བྱའི་སྐད་ཡིག་གི་ཞིག་མི་འདུག་ཨ་ཐོབ་མ་ཐོབ་ཟེར་དེ། དབྱངས་རིང་ཐུང་སྐད་ཞིག་གོ་ར་འདི Sanskrit གི་ཡི་གེ་སྐད་ཤེས་གོ་ར་མ་གཏོགས་ཅིག་དེ་ཆོས་ལུགས་ཅིག་གི་ནང་དོན་དུ་སྦྱར་བྱས་ཨ་ཐོབ་མ་ཐོབ་ཟེར་དེ་དེ་བརྗོད་བྱ་དང་བརྗོད་བྱེད་གཉིས་འཁྲུག་བྱེད། ཨ་ནི་སྐད་ཆ་དེ་འདྲ་ཡོང་གི་ཡོད་རེད་དྲན་ཐལ། ད་ནང་བཞིན་ཁ་ཤས་ཀྱིས་དགེ་འདུན་ཆེན་པོས་འདི་ཐུགས་འདོད་ཡོད་རེད་ཟེར་གྱི་འདུག་ཕལ་ཆེར་དེ་བདེན་པ་ཡིན་ས་མ་རེད་དགེ་འདུན་ཆེན་པོས་དུས་ཚང་མར་གསལ་པོ་གསལ་རྐྱང་མཁྱེན་མཁན་རེད་དེ་འདྲ་ཁྱོད་ནས་གསུངས་སྲིད་ཀྱི་མ་རེད། དེ་ནས་དགེ་འདུན་ཆེན་པོས་ག་རེ་གསུང་གི་ཡོད་རེད་ལབ་པ་ཡིན་ན། སྔ་མོ་དེ་འདྲའི་དྲི་སོས་འདུག་ཅེས་བྱས་འདི་གསུང་གོ་རེད་མ་གཏོགས་བྱས་ཀྱི་འདི་འགྲིག་པ་རེད་གསུང་གོ་བ་མ་རེད། ད་སྐད་ཆེན་པོ་གཅིག་ག་རེ་ལབ་ཡོད་ན་ལྷག་པར་དུ་དགུང་ལོ་གཞོན་པ་ཚོ་ལ། སྔ་མོ་སྡུག་སེལ་ཡའི་རྒྱུ་མཚན་དེ་འགྲིག་པ་ཡིན་པའི་གི་རྒྱུ་མཚན་ཡིན་གཅིག་མིན་གཅིག་ཁས་ལེན་རྒྱུ་ཡོད་མ་རེད། སྔ་མོ་སྡུག་སེལ་དེ་སྡུག་པའི་གི་རྒྱུ་མཚན་རེད་མ་གཏོགས་ཡོད་པའི་རྒྱུ་མཚན་རེད་མ་གཏོགས་ཞིག་གིས་འགྲིག་པའི་རྒྱུ་མཚན་ལ་བཀོད་པ་ཡིན་ན། དེ་འགྲིག་ཡོད་མ་རེད་དེ་འགྲིག་མ་འགྲིག་ངོ་བརྟག་དཔྱད་བྱེད་དགོས་རོགས། དེ་ཡིན་པ་སོང་ཙང་འགྲེང་བུ་ནག་རོག་གཉིས་ལ་ཧ་ཅང་རྩ་བ་ཉིད་ནས་དྲི་སོ་ཡོད་མ་རེད་སྔགས་ལོག་བཏབ་ན་དེ་གཏན་འབེབས་རེད་དེ་རོགས།

ངུ་རྒྱན་བྲིས་པའི་སྐབས་སུ། ཨ་ནི། ཉྭ་སྐྱོགས་བྱི་དོ། ཉྭ་བྲིས་སྐྱོགས་སྐྱོགས་བྱེད། ཨོ། འདི། ལེགས་སྦྱར་དང Sanskrit ནང་ལ་གཟུགས་འདི། འགྲོ་ལར་འདྲ་བོ་བྱོས་རེད་ཨེས་འདྲ་བོ་བྱེད། ཨ་བ་ཀ་ར་སེ་རེད། བྱས་ཙང། ཨ་བ་ཀ་ར་སེ་འདི་དང་གཅིག་བྱས། ཨ་ནི་དབྱངས་ཀྱི་སྒྲ་ཐོན་པའི་སྐབས་སུ་ལ། ཆེས་རིང་པོ་སེ་བྱོས་རེད་པླུ་ཏཱ་སེ། ཨོ་དེ་ཚོ་གཉིས་ལེགས་སྦྱར་ན་ཕལ་ལོག་ག་རེད། ཨ་བ་ཀ་ར་ཡིན་ན། ང་ཚོ་དབུ་ཅན་ནས་བྲིས་པའི་སྐོར་དུ་ཉག་སྐྱོག་དེ་བྲིས་ཀྱི་ཡོད་རེད། ཨ་ནི་དབྱིན་ཇི་དང་དེབ་ན་ཀ་རི་ཡིན་ན Dollar འདྲ་པོ་ཅིག་བྲིས་ཀྱི་རེད་ཨ་བ་ཀ་ར་ཟེར་དེ། དེ་རེད། ད་པློ་ཏི་ཡིན་ན་ཨ་བ་ཀ་ར་ཀི་ཏག་བྲིས་ཀྱི་མ་རེད་ཏག་ལོག་ག་ཡོད་རེད། པུ་ལུ་ཏི་ཡིན་ན་ཨང་ཀི་གསུམ་རང་བྲི་གི་རེད། ཨ་ཨ། ཨ་ཨ། ཨ་ཨཱ། ལབ་ཡོད་ན་པུ་ལུ་ཏི་བཏགས་རོགས། པུ་ལུ་ཏི་བཏགས་ཏེ་གསུམ་བྲི། ད་ང་ཚོའི་དཔེ་ཆ། གྲངས་ཐོ་དེ་ཚོའི་ནང་ལ་པུ་ལུ་ཏི་ལ་ཨ་བ་ཀ་ར་བྲིས་ཤག་རོགས། ཨ་བ་ཀ་ར་བྲིས་སོང་ན་ཨ་བ་ཀ་ར་དེ་པུ་ལུ་ཏི་རེད་བས་ཟེར་ན་རེད།

དེ་དངོས་གནས་དྲན་ནས་ང་ཚོ་ཟབ་ཟབ་བྱེད་དགོས་འདུག་ད་རེས་སང་ཉིན་ང་ཚོ་བོད་པ་ཚོ་ཚང་མ་ལོ་ཨེན་ཇི་ནང་ལ་མིང་བྲི་གི་རེད་བ། ཨེན་ཇི་ནང་ག་རེ་བྲིས་པའི་ནས་བྲིས། གང་ཡིན་ཟེར་ན་དེ་ཁྲིམས་ཀྱི་དག་ཆ་ཆགས་ཚར། Legal Spelling། དེ་ཡིན་པ་སོང་ཙང་རང་ཅག་མ་བྲིས་པའི་ནས་ཁྱེད་རང་ཚོ་ཡིག་ཆ་ཚང་མ་འཕྲོག་བརླག་འགྲོ་གི་རེད་བ། ཡིན་ནའི་རྣམ་པ་ཚོ་ཨ་ནི་གང་ཟག་བྱེ་བྲག་པ་འདིའི་གི་སྐུ་ཚེའི་ལོ་རྒྱུས་ལ་སོགས་པའི་བོད་ཡིག་ནང་བྲིས་པ་བྱུང་སོང་ན། དབྱིན་ཇི་ནང་བཞིན་བྲིས་ཀྱི་མ་རེད། དེ་དུས་ཟབ་ཟབ་ཞེས་དཔེ་གལ་ཆེན་པོ་རེད། དཔེར་ན་ཆ་བྱས་ན། ཨ་ནི། འོ་འདིར་དེ་བྲིས་པ་ག་ཚོད་ན། Editing བྱེད་པའི་སྐབས་སུ་ཞུ་དག་བཏང་བའི་སྐོར་དུ་ལོ་རྒྱུས་དེ་ཞུ་རྒྱུ་གལ་ཆེན་པོ་རེད་ཤག། ད་ལོ་རྒྱུས་མཁན་པོ་ནང་བཞིན་གྱི་རྒྱབ་ལྗོངས་ཚང་མ་མཁྱེན་དགོས་མ་རེད་ད། ཨེ་ནི་ཚིག་དེ་དང་འབྲེལ་བའི་སྒོས་ལོ་རྒྱུས་དེ་མ་ཤེས་པ་ཡིན་ན། ཨ་ནི་ཐ་སྙད་དེ་བོད་ཡིག་ནང་བྲིས་ཤིང་གི་མ་རེད་ཟེར། ད་བོད་རིགས་བོད་ཀྱི་མཁས་དབང་ཨ་ནེ་ཁར་མེ་བསམ་གཏན། ཨིན་ཇི་ནང་ལ་ཁར་མེ་བསམ་གཏན་བྲིས་ཀྱི་འདུག་ཨ་ཨེན་བསམ་གཏན་གྱ་ཚན་ཁར་མེ་བྲིས་ཀྱི་འདུག་ཨ་ཅེ་ཁར་མེ་བྲིས་པའི་སྐབས་སུ་ལ་ཁོང་གིས་ཨིན་ཇི་ནང་ལ KARMAY འདི་བྲིས་རྒྱུ། འདི་ཁོ་རང་ལོ་ཁྲིམས་ཀྱི་དག་ཆ་ཡིན་པ་སོང་ཙང་བྲིས་རྒྱུ། ད་ང་ཚོས་བོད་ཡིག་ནས་བྲིས་པའི་སྐབས་སུ་ལོ་རྒྱུས་ཉུང་མཐའ་ལས་མ་ཤེས་པ་ཡིན་ན། ཨ་ནི་ཀར་མའི་བསམ་གཏན་བྲི་གི་རོགས་དེ་བྲི་གོ་མ་རོགས་དེ་ཁོ་རང་གི་དམིགས་བསལ་གྱི་ཐ་སྙད་ཡོད་རོགས་ཁར་མི་ཝུ། ཁར་མི་ཝུ་བསམ་གཏན་གྱ་མཚན་བྱས་ཙང་དབྱིན་ཇི་ནང་ཀར་མའི་ཡོད་པ་ཡིན་ན་ཡང་ང་ཚོ་ཁར་མི་ཝུ་བྲི་དགོས་རེད་མ་གཏོགས་ཆེ་ཀར་མའི་བྲི་ཆོག་གི་མ་རེད། ད་དེའི་ཐབས་ལམ་ག་རེད་ཟེར་ན་ཨ་ནི་འབྲེལ་ཡོད་ཀྱི་ལོ་རྒྱུས་དེ་ཤེས་ཡོན་དེ་དཔེ་གལ་ཆེན་པོ་རེད་བྱ། དེ་མེད་ན་དེ་དཀའ་ངལ་དེ་སངས་ཡ་ཡོད་མ་རེད། དང་ནང་བཞིན་ལོ་ཟླའི་རྒྱ་རིས་ལ་ར། ལོ་ཟླའི་རྒྱ་རིས་ལ་བ་སྐབས་སུ། བུའི་ནང་ལོ་ཟླའི་རྒྱ། ལ་ནོར་ལོ་ཁྲིན་འགྲིག་མར་བ། རྒྱ་རིས་ལོ་གྲོས་གྱེན་འཚེན། བྱས་ཙང་དབྱིན་ཇིའི་ནང་ག་འདྲས་བྲིས་པའི་ནས་ཡང་ལོ་རྒྱུས་ཤེས་སོང་ན་བུའི་ནང་ལ་ཁོ་རང་གི་མིང་ངོ་མ་དེ་བྲི་དགོས་རེད་མ་གཏོགས་ཅི་གི་ཡང་དབྱིན་ཇིའི་ནས་ཁབ་ཏུ་བསྒྱུར་བའི་ནང་འགྲིག་གི་ཡོད་མ་རེད་ཟེར། དེ་ནས་དེང་སང་ཨ་ནི་བློ་ཉེས་བཟོ་མཁན་གྲགས་ཆེ་བ་ཆེ་བོད་པ།

དེ་མེད་ན་མིང་ཙམ་བྲིས་ཡོད་ལས་དཀའ་ངལ་ཆེན་པོ་རེད་བྱ་བྱས་ཙང་ཤན་ཕན་མ་རེད་གཞན་ཕན་རེད། འོ་འདི་ཅི་ཞིག་ནོན་དྲན་སོང། ད་དེའི་ནང་ནས་བོད་ཡིག་ནང་ལ་ཨ་ནེ་ལུང་པ་ཞང་པ་གི་སྐད་བྲིས་པའི་སྐབས་སུ། དེའི་ནང་ནས་རྒྱ་གར་གྱི་མིང་བྲིས་པའི་སྐབས་སུ་ང་ཚོ་དཀའ་ངལ་ཁྱོན་ནས་ཡོད་མ་རེད་བ། སློབ་ཆུང་ལྟེ་བ་ཆེ་གོ་རེ་མ་གཏོགས་གཞན་པ་དཀའ་ངལ་ཁྱོན་ནས་ཡོད་མ་རེད། བྱས་ཙང་དེ་འདྲའི་སྐབས་སུ་སེམས་ཆུང་ནང་ལ་ཉུང་ཉུང་རེད། ཨི་ནས་བོད་ནང་བསམ་དང་པོ་ཡིན་ན་ཨ་ནི་ཐ་སྙད་ཁ་ཤས་ཤིག་རྒྱ་སྐད་ཀྱི་དྲ་མདངས་འདི་བུའི་ནང་ལ་གོ་བ་མེད་པ་ལ་བྲིས་ནས་རིང་པོ་འདུག་ཨ་དེ་ཚོ་དངོས་གནས་བྲིས་ནས་ད་ང་ཚོ་གནའ་མི་ཉུང་ཉུང་རེ་བཀག་ཐུབ་བས་ཡོད་མ་རེད་དེ་ཡག་པོ་མི་འདུག་ཨ། ད་ལྟ་འདུག་བྱས་རྗེས་དཔལ་དོན་གྲུབ་རྒྱལ་གྱི Dashrath གིས་ར་མ་ནས་རྟོགས་བརྗོད་ནང་འདིར་བྲིས་འདུག་ཨ།

ཅིག་བྱས་ན་འདི་ལ་རྒྱ་མིང་གི་དོན་དག་ཡོད་ཀྱི་རེད་ཤིང་རྟ་བཅུ་པ་ལབ་ཀྱི་ཡོད་ཀྱི་རེད་ཨེ་ནི་བོད་ཡིག་ནང་ལ་གོ་ཡ་མི་འདུག་བ། དེ་དང་མོ་གོ་བ་རིགས་འདི་ཨེ་ནི་མ་བྲིས་པ་ཡིན་ན་ཡག་པོ་ཡོད་རེད་གསུངས་ད་ནང་བཞིན་དབྱིན་ཇིའི་གི་ཐ་སྙད་དྲང་ཐང་བཞི་གསུམ་པ་བས་ཡིན་ན་ག་ཚོད་ཐུག་ཐུག་གི་ཨེ་ནི་དབྱིན་ཇི་ཚོས་གི་འབོད་སྟངས་ནང་བཞིན་བྲི་ཡ་ཐབས་ཆེ་ཆེ་བོར་མ་གཏོགས་བྱེད་ཀྱི། རྒྱ་སྐད་ནང་ཕ་བེད་སྤྱོད་བསྒྱུར་རྒྱུ་ཡིན་ས་རེད་དེ་ནས་སྐོར་ར་བརྒྱབ་རྗེས་རྒྱ་སྐད་བརྗེད་སོང་ང་ཚོ་བོད་ཡིག་གར་མཁན། ང་ཚོ་སྐད་ཡིག་དེ་ད་ལྟ་རྒྱ་མིའི་གི་རྗེས་སུ་སྤྲོད་ཡོད་གི་རང་དབང་ཤོར་ཡོད་མར་བ། སོ་སོའི་བྲི་ཡས་དེ། བཤད་ད་མི་ཏྲར་ལས་ལོག་ད། མི་མིས་བྲིས་ད།

དེ་ཡང་བོད་པའི་གིས་དང་ཨན་ད་ནས་ཞིག་རྒྱ་སྐད་ནང་ལ་ཡོད་ཀྱི་རོ་ང་ཚོ་མི་ཀྲིར་ཡོད་ཀྱིན་ཡོད་ཀྱིན་ལ་མི་ཀྲིར་མ་ཀྲིར་ཅེས་མི་ཀྲིར་ཡིན་ནི་མི་འོ་དེའི་ཀྲི་དེ་ཡག་པོ་བསྒྱུར་ནི་མི་འདུག་དྲན་གྱི་འདུག་རྒྱ་མི་ལེན་ན་ཨ་ནི་ཀོ་ར་རྒྱབ་པའི་སྐབས་སུ་ལ་ང་ཚོ་བོད་པའི་གི་དྲང་གཏམ་དེ་དངོས་གནས་དྲན་ནས་གི་སོ་སོ་སོ་སོ་བསྟོད་ར་བཏང་བ་མ་རེད་དངོས་གནས་ཕྱུག་པོ་རེད་རྒྱ་མི་ཡིན་ན་ང་ཚོ་རྒྱ་སྐད་ཤེས་ཀྱི་མེད་དེ་ཡིན་ནས་མང་པོ་ཅི་ཧ་གོ་གོ་དོག་མེད་པ་ལྔ་པ་ལེགས་རོ་ཨ་ཕ་དྲེགས་འདུག་ཨ་དྲེགས་པ་ཁོ་རང་མིང་དང་མངའ་བ་དང་ཨ་ཕ་དང། མངའ་རིས་ལ་ཨ་ཕ་ལེགས་འདུག། ཅེས་ལྟ་བྱས་མ་ཡང་ཤུགས་རྐྱེན་ཆེན་པོ་ཕྱིན་ཡོད་སྐབས་སུ། ཨ་ནི། ང་ཚོའི་ཨ་ཕ་དྲེགས་ཡས་ཉེན་ཁ་ཡོད་རེད། གོ་བ་མེད་པ་ཅིག་ལ་དྲིས་ན་ཡག་པོ་མི་འདུག་བ་འོ་དེ་ཅིག་ཐུགས་ན་གནང་རོགས་ཞེས་ཞུས། དེ་ནས། ད། ག་དུས་ཡིན་ནའི་དག་སྒྲའི་ཁྲིད་པའི་སྐབས་སུ་ལ་ལོ་རྒྱུས་འདི་དཔེ་མངས་སུ་གལ་ཆེན་པོ་རེད་གང་ཡིན་ཟེར་ན། ལོ་རྒྱུས་རྒྱབ་ལྗོངས་རྒྱུ་མཚན་ལས་གཞན་ནས་དག་ཆ་ཐག་ཆོད་པ་དེ་འདྲ་མང་པོ་ཡོང་དགོས་འདུག་ཨ། ད་རེས་ས་ཉིད་ད་ད་རེས་ས་ཉིད་དུ་མ་རེད་ཆིག་སྟོང་དགུ་བཅུ་དགུ་བཅུ་གོང་གཉིས་ནས་ཟོས་རྗེས་ཐ་སྙད་ཨ་ནི། ང་ཚོ་དམངས་གཙོ་ཟེར་ཡས་དེར་མང་གཙོ་ཟེར་བ། བྱས་ཙང། ད། དག་ཆ་དངོས་གནས་དེ་འགྲིག་པ་དེ་དམངས་གཙོ་རེད་མང་གཙོ་རེད་ཟེར་བྱས་རྗེས། དྲི་བ་ལས་སོ་ན། ཨ་ནི། ད་ལོ་རྒྱུས་ཀྱི་ཐོག་ནས་ཐག་བཅད་ཀྱི་རེད་མ་གཏོགས་ཞིག་ཡི་གེ་ངོ་གདོང་གི་ཐོག་ནས་ཐག་བཅད་མཁན་ཡོད་མ་རེད། དམངས་གཙོ་ཡོད་རེད་མང་གཙོ་ཡོད་རེད་གཉིས་ཀ་རེད་དེ། ཡིན་ནས་གཅིག་སྟོང་དགུ་བཅུ་དགུ་བཅུ་གོ་གཉིས་ལོ་ལ་གྲོས་ཚོགས་ནང་ལ་ཨ་ནི་བགྲོ་གླེང་བྱས་རྗེས་གཏན་འབེབས་ག་རེ་བྱུང་པར་ལབ་ཡིན་ན་བགྲོ་གླེང་བྱས་རྗེས་གཏན་འབེབས་རེད་ད། ཨ་ནི་མང་གཙོ་འཁྲིད་ཀྱི་ཡིན་གསུངས་པར། གྲོས་ཚོགས་ཀྱི་མང་གཙོ་འཁྲིད་ཀྱི་གསུངས་པ་ཡིན་ན་ཁོ་རང་ཚོ་ཀུན་དབང་རེད། དེ་གཞུང་འགྲེལ་གྱི་དག་ཆ་ཆགས་ཞེན་རོ། དེ་ཡིན་པར་གསུངས་ས། དགུ་བཅུ་གོ་གཉིས་ཀྱི་རྗེས་སུ་ཨ་ནི་གཞུང་འགྲེལ་གྱི་རྩོམ་ཡིག་ནང་ལ་ཁྱབ་བསྒྲགས་ནང་ལ་མང་ང་མང་གའུ་རྩ་ན་རུ་གཙོ་བྱས་ཏེ་བསྒྲིགས་པ་རེད་དེ། གལ་སྲིད་གཞུང་འགྲེལ་གྱི་ཡིག་ཆ་ནང་ལ་དྭོགས་མང་ང་ས་མང་བྲིས་པ་ཡིན་ན་ད་ཕལ་ཆེར། བཀས་བཅད་བདམས་ཕན་བདུན་པ་སོང་ཙང་ནོར་རེ་ལབ་ཆོག་གི་རེད། ཡིན་ན་ཡང། དེའི་སྔོན་གྱི་ཡིག་ཆ་དེ་ཚོ་ནང་ལ། ད་བུ་མང་ང་ས་མང་ཡོད་རེད་བ། ཡང་དེའི་འགྱུར་བ་གཏང་ག་འགྲོ་ཆོག་མ་རེད་ད། སྔ་མོའི་ཡིག་ཆ་ཅིག་དགུ་བཅུ་གོ་གཉིས་ཀྱི་སྔོན་གྱི་བོད་གཞུང་གི་ཡིག་ཆ་ཡིན་པ་ཡིན་ན་ཡང་ལུང་འདྲེན་བྱེད་དགོས་ཟེར་ན། ད་བུ་མང་ང་ས་མང་རང་འཇགས་བཞག་དགོས་རེད་མ་གཏོགས། མང་ང་མང་འགྱུར་བ་གཏང་ཆོག་མ་རེད། ད་དེ་ནས་ངས་ག་རེ་ཞུ་བའི་ཐབས་ཤེས་ཞིག་ཡོད་ལབ་པ་ཡིན་ན། ཨ་ནི་རྩོམ་སྒྲིག་པ་ཡག་པོ་ཞིག་གི་ཡིན་ན། ཨ་ནི། ལོ་རྒྱུས་འདི་ཧ་ཅང་གལ་ཆེན་པོ་རེད་བྱ། ལོ་རྒྱུས་མ་ཤེས་ན་རྩོམ་སྒྲིག་པ་ཡག་པོ་ཆགས་ཐུབ་ཡོད་དཔེ་ཁག་པོ་རེད་བྱ། དཔེར་ན་དམངས་གཙོ་དང་མང་གཙོ་ལྟ་བུ་རེད་དེ། ད་དུང་སྐད་ཆ་ཐོས་པ་ཅིག་ཞུས་པ་ཡིན་ན། ཨ་ནི་གཞུང་འབྲེལ་མ་ཡིན་མཁན་གྱི་མི་ཅིག་གིས་རང་གི་རྩོམ་ནང་ལ་ད་བུ་མང་ང་ས་མང་བྲིས་པ་ཡིན་ནས་འདི་རུང་བ་རེད་འདི་ནོར་ཡོད་མ་རེད། གང་ཡིན་ཟེར་ན་གཞུང་འབྲེལ་གྱི་གཏན་འབེབས་འདི་གཞུང་གི་ལས་ཁུངས་དང་འདིའི་ཡིག་ཆ་ལ་གོ་དགོས་རེད་མ་གཏོགས་ཨ་ནི་སྤྱི་བཏང་སོ་སོས་བྲིས་པས་ན་ང་ཚོ་རང་དབང་ལུང་པ་རེད་བ་འདི་ཡིན་གཅིག་མིན་གཅིག་གསུང་ཆོག་ཅིག་གོ་གི་ཡོད་ས་མ་རེད། ད་ལྟ་ལྟ་དེ་གི་ཡིན་མིན་ཤེས་མདའ། བོད་ཆས་འདི་འདྲ་བཞིན་ཟེར་རེད། དེ་ཅིག། ཡང་ཐུགས་ན་ནག་ཡེ་ཆེ་གི་རེད་བཤད། ད་དེ་ནས། ཆོག་སྒྲིག་ལ། ཨ་ནི། སྒྲིག་གི་དག་ཆ་ག་རེ་བྲིས་དགོས་རེད། འོད་སྲུང་ལ་སྲུང་གི་དག་ཆ་ག་རེ་བྲིས་དགོས་རེད།

དེར་སང་ཉིན་གསུམ་སྒྲིག་བོད་ཀྱི་ལྟ་སྟངས་གསར་བ་ཞིག་ག་རེ་ལབ་ཡིན་ན། ཨ་ནི་གཅིག་མཚུངས་སེ་ཡིན་དུ་དཔེ་གལ་ཆེན་པོ་གཟིགས་དགོས་རེད Consistency སེ་ཡིན། དེ་ཡིན་པ་སོང་ཙང་འོད་སྲུང་ག་བ་བྲིས་པ་ཡིན་ནའི་འོད་སྲུང་ལ་ད་ཆ་གཉིས་གསུམ་བྲིས་ན་འགྲིག་གི་མ་རེད་བ་གཅིག་བྲིས་པ་ཞིག་རེད་བ་གཅིག་ག་རེ་བྲིས་ཀྱི་ཡིན་ལབ་ཡིན་ན། ད་ནང་ཆོས་ཕྱོགས་བསྒྲིགས་ལ་དག་ཆ་གཅིག་མ་གཏོགས་གཉིས་གསུམ་བྲིས་ན་འགྲིག་གི་མ་རེད Consistency གཅིག་མཚུངས་གི་བསམ་སྟངས་ཅན་ག་རེ་བྲིས་ཀྱི་ཡིན་ལབ་ཡིན་ན། འདིའི་ཐབས་ལམ་འདྲ་བོ་དེ་ཡི་གེ་ཤེས་པ་མཁས་པའི་བཀའ་བརྒྱུད་རྩོམ་པ་པོ་བསྟན་དར་བླ་རམས་པའི་བརྡ་སྤྲོད་ནང་ལ་གསུངས་པ་དེ་ཡག་པོ་འདུག་དྲན་གྱི་འདུག་མདོ་བསྟན་བཅོས་ནང་ལ་འོད་སྲུང་ལ་མ་འོངས་པར་བྲི་བ་ཡོང་གི་རེད་ད་ལྟ་བ་བྲི་བ་ཡོང་གི་རེད་དེ་ལྟ་དེའི་སྐབས་དེ་གནས་ཚུལ་ལོགས་ཀ་རེད་དག་ཆ་ལ་ཡང་ད་རེས་སེམས་གཏམ་བཏང་གི་ཡིན་ན Update དེ་ཡོང་གི་འདུག་དེ་ཡིན་པ་སོང་ཙང་ག་རེ་བྲི་དགོས་སླ་པོ་ཡིན་ན་ཨ་ནི་རྣ་བར་ཐོས་པའི་སྐབས་སུ་འོད་སྲུང་བྲིས་པའི་སྐབས་སུ་ལ་ཟླའི་མ་མོ་ད་ལྟ་ག་རེ་སྲུང་བྲིས་པའི་ནི་ཁྱད་པར་མི་འདུག་ཨ། ཕྱོགས་བྲིས་བྲིས་པའི་སྐབས་སུ་ཟླའི་མ་མོ་ད་ལྟ་ག་རེ་བྲིས་པའི་ནི་ཁྱད་པར་མི་འདུག་ཨ། ད་ག་རེའི་ཁྱད་པར་དུ་ལབ་ཡིན་ན་དག་ཆ་གཅིག་གོ་ལ་ཁྱད་པར་འདུག་ཨ། དག་ཆ་དེ་ཡང་ཨ་ནི་བསྒྱུར་བ་བཏང་ན་གྲངས་བཏང་ལ་ཁྱད་པར་མི་འདུག་ཨ། དེ་ཡིན་ཙང་ཡི་གེ་ཞེས་པ་མཁས་པའི་བཀའ་བྱིན་གྱི་རྣམ་དཔྱོད་ཀྱིས་ག་རེ་གོང་ཆ་ཕུལ་ཡོད་རེད་ལབ་ཡིན་ན་ཡི་གེ་ཉུང་ཤོས་དུ་བྲིས་ཟེར། དེ་འདྲའི་གནས་སྐབས་ལ་ཡི་གེ་ཉུང་ཤོས་དེ་ད་ལྟ་བ་ཡིན་པ་སོང་ཙང། འོད་སྲུང་ལ་ས་ར་དང་ས་ཆུ་སོང་བ་སོང་བྲིས། ཕྱོགས་བསྒྲིགས་ལ་ས་ཀ་དང་ཀ་ར་དང་བྲག་བརྐོས་བསྒྲིགས་ཀ་བསྒྲིགས་ཟེར་ཏེ་ཁོང་གི་ལུགས་རེད། ཁོང་གི་ལུགས་འདི་འཐད་པོ་འདུག་ཁོང་པ་ཡིན་ན། ནི། ཡང་དོ་སྣང་བྱེད་ཡུལ་ཞིག་རེད་འདུག་ཨ། ཨོ། ད་ཁྱད་པར་མེད་པ་སྐབས་སོགས་ལ་ཡིན་གཅིག་མིན་གཅིག་སོ་སོ་གདམ་དགོས་རོགས། གདམ་དུས་ཙམ་པ་གདམ་ཡས་ཀྱི་རྩལ་གཅིག་དགོས་རོགས། གདམ་ཡས་རྩལ་དེ་རིག་པ་གཅིག་རྙེད་དགོས་རོགས། རིག་པ་དེ་ཡག་པོ་འདུག་དྲན་སོང་འོ་འདི་གཅིག་ཐུགས་ལ་བཞག་ན་དྲན་སོང།

དེ་འདྲ་ཡིན་པ་སོང་ཙང། གཅིག། མཁས་པ་ཚོས་གི་བརྡ་སྤྲོད་གི་ནང་ལ་གསར་གཏོད་བྱས་ཡོད་པ་ཡིན་ན། གསར་གཏོད་དེ་ལ་དགག་པ་ཡོད་པ་ཡིན་ན་ཚང་མས་ཁས་ལེན་བྱེད་ཀྱི་མེད་པ་ལྟར་རོ། དེ་ཡིན་པ་སོང་ཙང་ད་ལྟ་ཐག་གཅོད་ཡོང་གི་ཡོད་མ་རེད། ཡིན་ནའང་བརྡ་སྤྲོད་ནང་ལ་སླེབས། ཨིན་དི་ཡའི་དུས་ཚོད་ག་རོག་ཕྱིན། འདི་ལ་དགག་པ་མི་འདུག་ན། ཡང་ཐུན་མོང་གི་ཁས་ལེན་རེད་ཅེས་ཀྱི་ལབ་པའི་ཡིན་ནའི་མ་འགྲིག་པ་མེད་པ་ཆགས་ཀྱི་ཡོད་རེད་གཅིག། ད་ཆ་གོང་དུ་ཞུས་པའི་ནང་བཞིན་རེད་ཕྱོགས་བསྒྲིགས་དང་འོད་སྲུང་ལ་སོགས་པ་རེད། གཅིག་ག་འདྲས་སུ་ཡོད་རེད་ལབ་པའི་ན་ཆོས་བརྒྱུད་ཟེར་དེ་རེད། ད་དེའི། བསྟན་དར་ལ་རམ་པའི་གསུང་རེད། སྔ་མོ་གི་ཆོས་བརྒྱུད་དང་སྙན་བརྒྱུད་དང་མི་བརྒྱུད་དང་དེ་ཚོ་ལ་ངེས་བཟུང་ཡོད་མ་རེད་བག་ཡོད་པ་ཡོད་རེད་བག་མེད་པ་ཡོད་རེད། དེ་ལྟ་དེའི་སྐབས་ཀྱི་ཕྱག་ལེན་ཅིག་རེད་དེ་ཡོད་རེད་དགག་པ་སྐྱོན་དགོས་ཡོད་མ་རེད་དེ་ཡིན་ནའི་ཁྱད་པར་མེད་པ་སོང་ཚེ་འགྲིག་གི་ཡོད་རེད། ཡི་གེ་ཤེས་པ་སྐྱེས་བུའི་ཁ་རྒྱན་བརྩམས་ནས་བཟུང་རྗེས་ཁོང་གིས་ཐག་གཅོད་ཆེན་པོ་ཞིག་གནང་ཡོད་རེད། ཐག་གཅོད་དེ་ག་རེ་ལབ་ཡོད་ན། རྒྱལ་རྒྱུད་དང། བུ་རྒྱུད་དང། ཨ་ནི། རིགས་རྒྱུད་ཡིན་ན་དངོས་འབྱོར་བག་མ་བྲིས་ཟེར་བྱས། བླ་རྒྱུད་དང་ཆོས་རྒྱུད་དང། སྙན་རྒྱུད་དང་ཨ་ནི་བཀའ་རྒྱུད་དང་དོན་རྒྱུད་དང་དེ་འདྲ་ཡིན་ན་དངོས་འབྱོར་བག་བྲིས་ཟེར་བྱས། ཏེ་དེའི་ཐག་གཅོད་དེ་ཁོ་གཉིས་ཀྱི་ཁྱད་པར་བཟོ་ཡི་དོན་དག་ལ་ཁྱད་པར་གསུངས་པར། ཡེ་ནས་དེའི་རྗེས་ལ་དགག་པ་སྐྱོན་ཉོན་བྱུང་ཡོད་མ་རེད། དགག་པ་སྐྱོན་ཉོན་མ་བྱུང་བ་སོང་ཙང་རང་བཞིན་གྱི་གཏན་འབེབས་ཆགས་བསྡད་ཡོད། ད་དེའི་སྔོན་ནས་ཆོག་མཆན་བསམ་གཏང་ན་སྙིང་རྗེ་བོ་ཞུ་རེ་འདུག་ཨིན་ཇི་ནང་ལ་ཚིག་འདི་བེད་སྤྱོད་བཏང་པ་ཡིན་ན། Instruction Lineage དང Blood Lineage ཟེར་ཞིང་གཅིག་ལ་ཕ་ཡོད་པ་དང་གཅིག་ལ་ཕ་མེད་པ། བྱས་དང་བརྡ་སྤྲོད་དུ་བཤད་པ་རེ་རེ་བརྒྱབ་པའི་སྐབས་སུ་ལ་ནན་ཏན་བཅས་ཀྱི་བཤད་པ་ཡོད་པ་ཡིན་ན། དགག་པ་མེད་པ་ཡིན་ན། སྐད་བཅས་དང་མཐུན་པའི་གི་རིན་ཐང་ཅིག་ང་ཚོས་ཉར་ཐུབ་པ་ཡིན་ན། ཕལ་ཆེར་སྐད་ཡིག་འདི་གཅིག་མཚུངས་ཡོང་ཡ་དང་ཡར་རྒྱས་འགྲོ་ཡ་དང་དེར་ཟིན་ཨིན་ཇི་སྐད་རྒྱབ་པའི་ནང Update Spelling ཆགས་ཀྱི་འདུག་དྲན་གྱི་འདུག་དེ་ཚོ་ང་ཚོས་ཐུགས་སྣང་གནང་པ་ཡིན་ན་ཏན་ཏན་ཕན་ཐོགས་ཆེན་པོ་ཡོང་ས་རེད་ཞུ་ཡི་ཡིན། དེ་ནས་ཚིག་ཡམ་སྲིན་པོ་དེ་འདྲ་མང་པོ་འདུག་ཨ་བོད་སྐད་ནང་ལ། དགྲ་བོ་དགྲ་བོ་དགྲ་བོ་དེ་འདྲ་ལ་དག་ཆ་མི་འདྲ་བ་བྲིས། དཔེར་ན་ས་མ་དང་རྨ་ར་དང་རྨ་ཨ་སླ་བས་ན་ཁ་སྐད་ཅེས་བཤད་པའི་སྲིད་འོར་བ། དེའི་གི་དུས་གསུམ་ལ་ས་མ་དང་རྨ་ར་དང་རྨ་ཨ་ནི་སུམ་ཆ་ལ་ར་དག་ཡོར་བ། ཡེ་ནས་འདི་དགྲ་བོ་ཅིག་འདི་མ་ཡིན་མཁན་ཅིག་སྨོས་ཟེར་བ། དེ་ལ་ཡང་ར་དག་རྒྱུན་ཐོབ་གི་མི་འདུག་ཨོ་དེ་ཅིག་དངོས་གནས་དོ་ན་ནང་དགོས་ང་ནི་ལོ་མང་པོ་ཤེས་མ་སོང་ལོ་མང་པོ་ཕྱིར་ཕྱི་ནས་དོ་ན་བྱུང་བ། ལྟ་ཅི་སྨོས་སེང་གེ་འདྲ་བོ་སྨོས་ཅི་དགོས་སེང་གེ་འདྲ་བོ། སྨོས་མི་དགོས་སེང་གེ་འདྲ་བོ་དང་ཡིན་རྒྱུ་ནི་དམག་གི་དགྲ་བོ་རུ་དང་གཉེན་སྡེའི་དཔེ་རིགས་འགྲོ་ལོག་ག་ཡིན་ས་རེད། ས་དམག་དང་དམག་ར་དང་དམག་གི་དུས་གསུམ་འདི་ལ་ར་ཐག་ཡོད་མཁན་རྐྱང་རྐྱང་རེད་བ། ད་ལྟ་ཅི་སྨོས་དང་ཨེ་ནས་སྨོས་མི་དགོས་དང། དེ་ཚོ་ལ་ཡང་ར་ཐག་སྐྱོན་ཐོབ་གི་མི་འདུག་དེ་ཡ་མཚན་པོ་རེད་བ་ཡིན་ནས་དག་པ་དེ་རེད་ཤག། ཁྱེད་ད་འདི་དམག་གཉིས་ག་དུས་ཡིན་ནས་འཁྲུག་ས་ཅིག་རེད་ཤག།

དེ་ག་རེ་ཟེར་ན། གོས་པ་མེད་པ་བཅས་ལ་བྲིས་བཞག་པ་རེད། བ་སོ་བྲིས་པའི་སྐབས་སུ། ཁོ་ལ་དམིགས་བསལ་གྱི་གོས་པ་ཡོད་རེད། ཡང་ན་བ་སོ་ཡོད་ན་དོན་གཞན་པ་ཅིག་སྟོན། བ་སོར་མེད་ན་དོན་གཞན་པ་ཅིག་སྟོན་པའི་སྐབས་སུ་ཡང་བ་སོར་ངེས་པར་བྲིས་དགོས་ཡ་ཡིན་དགོས་རེད། དཔེར་ན་རྐང་པའི་ཉྭ་དང་ཆུ་ནང་གི་ཉྭ་ལྟ་བུ་ཡིན་ན། བ་སོ་བྲིས་མ་བྲིས་ཀྱི་ཐོག་ནས་མ་གཏོགས་ཀློག་སྟངས་ཁྱད་པར་མི་འདུག་ཨ། ད་ཡང་ན། དོགས་པ་འདྲ་བོ་དེ་འདྲ་ཡིན་ན། ཨ་ནི། གང་ན་རོ་འདུག་བ། གང་ན་རོ་ཡོད་པ་སོང་ཙང་ཁོ་མིང་གཞི་ཡིན་ཡིན་པ་རེད། མིང་གཞི་ཡིན་ཡིན་པ་ཡིན་པ་སོང་ཙང་ད་དུང་མིང་གཞི་ཡིན་པའི་རྟགས་ཡིན་པའི་བཟོ་རེ་ལོགས་སུ་བྲིས་དགོས་ཡ་ཡོད་མ་རེད། དཔེར་ན་ལ་དྭགས་དང་དྭགས་པོ་དང་དྭ་ཕྲུག་དེ་ཚོ་ཡིན་ན་ཡི་གེ་གཅིག་ཡིན་པ་སོང་ཙང།

ད་ཡིག་ཐུང་མོའི་གོང་རྒྱན་ནང་ལ་དམིགས་བསལ་གྱི་ཨ་ནི་དོགས་པ་ལ་བ་སོའི་ཁྲིད་པ་དེ་ལ་ཨ་ནི་དགག་པ་བསྐྱོན་ཡོད་རེད། འོ་འདུག་ཟེར་ཞིང། ད་ཅིག་ཞུས་པ་ཡིན་ན་ཨ་ནི་ད་རི་སང་ཉིན་ཡི་ལས་ཀའི་ས་མིག་དེ་ཚོ་ལ་ས་མག་གི་གོ་མིག་ག་མེད་ཀི་དྲི་གི་འདུག་ཨ་ས་མིག་གསལ་བསྒྲགས་ལབ་པ་སྐབས་སུ་ངས་འདུག་བསམ་བཏང་པ་སྐབས་སུ་དེ་དག་ཆ་དུ་ནོར་བ་ཡིན་ས་རེད་དྲན་གི་འདུག། གང་ཡིན་ཟེར་ན། ས་མིག་ལབ་པ་སྐབས་སུ་ས་དང་མིག་མིག་གི་དབང་པོ་ལ་གོ་མ་རུང། ས་མིག་ལབ་པ་སྐབས་སུ་ལ་ས་ཆ་སྟོང་པ་ཡོད་ལ་གོ་རུང Vacancies ལ་གོ་རུང། ད་འོ་མ་ཁོ་གི་མིག་ག་མིག་དེ་བུ་ག་དང་སྟོང་པ་གི་དོན་དག་རེད་བ། དེ་ཡིན་པ་ས་ས་མིག་བྲིས་ཟེར་ན་ད་འོ་མ་ཁོ་གི་མིག་ག་མིག་བྲིས་པས་ན་དག་པོ་ཡིན་པ་དང་མ་ཁོ་གི་མིག་ག་མིག་བྲིས་པས་ན་དོན་དག་མེད་པ་དེ་འདྲ་རེད་བྱ་ཞེས་དེ་ཞུ་ན་དྲན་སོང།

ཨ་ནི་བ་བྲི། ཨ་ཆུང་མ་བྲི་བ་དེ་འདྲ་ཡོང་གི་འདུག་ཨ། ག་རེ་གསུང་གོ་རེ་ལབ་པས་ན་ལེགས་སྦྱར་ནང་ལ་ཨ་ནི་ཨ་རེ་འགའ་ཡོད་མ་རེད་ལོ་ཙཱ་བ་ལ་སོང། དེ་སྐད་ཆ་དེ་བདེན་པ་མ་རེད་བ། གང་ཡིན་ཟེར་ན། ཨ་ནི། ལོ་ཙཱ་བ་ལ་ཨ་རེ་འགའ་དང་ཐུང་བ་ཟེར་གཉིས་ཀ་ལོ་སངས་སྐྲིད་ངོ་མ་ཡིན་ན་སྐད་ཆ་རེད་བ། ཟུར་ཆག་སྐད་ཤེས་གི་ཡོད་མ་རེད་བ། ངོ་མ་འདི་ནི་ལོག་ལྕགས་ཤུག་བསྲེགས་པའི་འོ་རེད་འཇིག་རྟེན་གྱི་མིག་བསྲེགས་པའི་འོ་རེད་འདི་ད་ཐག་རིན་པོ་ཆེ་ཕྱི་རུ་དང་ལོ་ཙཱ་བ་དོན་དག་ད་ག་རང་རེད་དེ། ཡིན་ནས་ཟུར་ཆག་གི་ཡི་གེ་རེད Corrupt Spelling རེད། ཡིན་ནས་སྔ་མོ་ནས་བྲིས་ཚར་ཆོས་ཆོས་རོགས་ཨ་ཅུང་བྲིས་ཆོས་ཅིག། ཕྱིས་སུ་རྣམ་དཔྱོད་ཡིན་མདོག་མདོག་བྱེད་ཀྱི་ཨ་ཅུང་བསུབ་པ་ཡིན་ན། དེ་དགོས་པ་ཁྱོན་ནས་མི་འདུག་ཨ། དེ་འདྲའི་གནས་སྐབས་ལ། ནོར་བ་ཡིན་པ་ནི་གཅིག་པ་རེད། ཟུར་ཆག་ཡིན་ནི་གཅིག་པ་རེད། ཡིན་ནའི་སྔ་མོའི་ཟུར་ཆག་དེ་བསུབ་རྗེས་ཟུར་ཆག་གསར་པ་ཞིག་བྲིས་ཡིན་ལབ་ཡོད་ན། དེ་ཏག་ཏག་ཅིག་དེ་གི་མི་འདུག་ཨ། འོ་དེ་ཅིག་ཞུ་ན་དྲན་སོང་ཨ། ད་དེ་ནས་ཐ་མ། འོ་སྐར་མ་ལྔ་འདུག་ཨ། ད་དེ་ང་ཚོ་འདུག་སའི་པར་རྒྱབ་པའི་སྐབས་སུ་ལ་སྔགས་ཡིག་མང་པོ་ཡོང་གི་རེད། སྔགས་ཡིག་མང་པོ་ཡོད་པའི་སྐབས་སུ་ཡང་གཅིག་ཞུ་ཡ་ཡིན་ད་ལྟ།

ཤོག་བུའི་ཨང་གྲངས་དང་དེབ་ཀྱི་མིང་དང་ལེ་ཚན་གྱི་མིང་དེ་ག་བ་བཀོད་ན་ཡག་ཤོས་ཡོད་རེད་ཡང་ན་ཡག་ཤོས་ལ་ན་སྙིང་ཆེ་ཤོས་ཡོད་རེད་ལབ་ཡིན་ན་ཨ་ནི་དེབ་གཅིག་ལ་ཨ་ནི་ཤོག་བུ་གཅིག་གི་ནང་ལ་བདུན་དང་རྒྱབ་གཉིས་ཡོང་དགོས་ར་བ་བྱས་ཙང་མདུན་ཤོག་གི་གཡས་ཀྱི་སྟེང་ལ་ཨ་ནི་ལེ་ཚན་དེ་གི་མིང་བྲིས། རྩོམ་འདི་གི་མིང་བྲིས་ཨེ་འདིའི་གི་རྗེས་ལ་དེབ་འདི་ཨང་ཀི་བཀོད་པའི་ན་གཅིག་རྗེས་རྒྱབ་འདི་ལ་དང་པོ་འདི་དེབ་གི་ཨང་ཀི་དུ་བཀོད་དེའི་རྗེས་ལ་དེབ་གི་མིང་བཀོད་ཨེ་འདི་བོད་དུ་ཤིང་འུར་འུར་བཞིན་ཟེར་འདི་སྙིང་རྗེ་ཤོས་གཏོང་དགོས་ལོ་དེ་མ་ཡིན་མཁན་གི་གཉིས་ཀ་སྟོང་པ་བཞག་པའི་ན་ཨེ་ནི་ཡང་ས་ཆ་དེ་བེད་སྤྱོད་མ་བཏང་བ་བྱ་དགོས་བྱ་གི་འདུག་ཨ་ཡང་འདི་འདྲའི་མ་ཡིན་གྱི་ངས་རྙེད་དཀའ་ལ་གཅིག་པ་བཀོད་པ་ཡིན་ན་གལ་སྲིད་ཟེར་མཁན་མི་འདུག་མ་བཀོད་ན་འགྲིག་གི་རེད་བ། ཨོ་ད་འདི་རུ་ཚང་མ་ལོག། ཨ་ནི། ད་ད་དུང་ང་ལ་བརྗོད་བྱ་སྣང་བ་ནང་བཞིན་བྱས་བྱས། ཨ་ནི། ཡིད་གཟབ་བྱེད་ཡུལ་གྱི། ས་ཆ་དེ་གི་དེ་ཡིན་ཟེར་ཡང་དོགས་ཆ་མེད།